རྐྱང་བོ་རིན་པོ་ཆེ་དང་བསྟན་བཅོས་རྐྱང་གཉིས་དེ་ནས་རྫ་ཆུ་ཁ་བ་བསྟན་མ་ཡིན་པ་དེ་ནས་ཚོགས་པ་ཁ་ཤས་ཀྱི་མཉམ་ལོག་ཐོག་ནས་རྐྱང་བོ་རིན་པོ་ཆེ་ལ་ཡར་བརྟན་བཞུགས་བསྐྱངས་ཡ་རེད། དེ་ནས་བརྟན་བཞུགས་དེ་བཅག་པ་ག་ཚོད་བརྟན་བཞུགས་ཕུལ་མཁན་དེའི་ནང་ལ་དེ་ནས་ནམ་རྒྱུན་བླ་མ་ལ་ཅིག་ཚད་མའི་ཞུ་མཁན་དང་བླ་ལམ་བླ་མ་ལ་དངོས་གནས་བླ་མ་དང་མཉམ་པོ་དམ་ཚིག་སྟོན་པ་མེད་པ་ནས་དེ་ནས་ད་གཟོད་ད་བརྟན་བཞུགས། རྒྱ་གར་ལ་བརྟན་བཞུགས་ཕུལ་བ་ལ་ད་ནི་མ་ཕེབས་ན་ཡག་པོ་ཡོད་རེད་ཟེར་ལབ་འདུག་ཨ་ད་དེ་ཚོ་ཅི་ཙང་ལབ་དགོས་ཡས་སྐད་ཡོད་མ་ར་བླ་མ་ལ་ཅིག་དད་པ་དང་དམ་ཚིག་མེད་པ་ཡིན་ན་ཁོ་བརྟན་བཞུགས་ཕུལ་འདོད་བས་ན། བརྟན་བཞུགས་ཕུལ་བའི་སྐབས་སུ་དུས་ཚོད་སོ་སོ་དུས་ཚོད་བཏང་དགོས་རེད་དུས་ཚོད་འཕྲོ་བརླག་རེད། དེ་མ་ཡིན་པ་དེ་ནི་དཔལ་འབྱོར་ཐོག་ནས་ཡ་འདི་གཏོགས་འདི་བྱས་བ་རེད་དེ་སོང་ན་ཅེས་དུས་ཚོད་དང། ཅེས་དཔེ་ཆ་གཉིས་ཀ་འཕྲོ་བརླག་རོ། བླ་མ་ལ་དམ་ཚིག་དད་པ་བླ་མ་ལ་ཅི་ནས་དད་པ་ཆུད་ནས་མེད་པའི་སྒོ་ནས་འགྲོ་དེ་ནས་དེ་ཚོ་ལྐུགས་པ་རེད། དེ་ནས་ཡང་དག་སོང་ན་རྡོ་རྗེ་དགེ། ཧོ། དེ་འདྲི་བྱས་ནས་ད་ཅི་ཡང་དགའ་དད་ཕོ་བྲང་བྱོན་ནས་ད་ལྟ་བར་དུ་ད་ཅི་ཡང་རྩ་བ་ཉིད་ནས་ཁོ་རང། ཅེས་ཡི་གེ་བཀྲམ་མ་མྱོང་གི་ཡི་གེ་དེ་འདྲ་བཀྲམ་བཞག་དེ་ནས་ཡི་གེ་དེ་ལ་དམིགས་བསལ་གྱི་ངོ་ནས་ཧ་ལས་གོ་རྒྱུ་ཆེན་པོ་འདུག། དེ་ནས་ཡང་དག་སོང་ན་ཨ་ནུ་དང། རྒྱ་གར་ལ་ཅི་ཡི་གོ་ཅེག་ནང་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ད། ང་རང་ཚོ་ད། དེའི་གི་ཚབ་བྱས་ནས་དེ་ནས་ད། སྐྱབས་མགོན་རིན་པོ་ཆེ་ལ་བརྟན་བཞུགས་བསྐྱལ་བྱས།

དང་མཇལ་འཕྲད་བྱེད་པའི་སྐབས་སུ་དང་སོ་ན་རྡོ་རྗེ་གེ་སྐྱེ་དང་ང་རང་ཚོ་ཆོ་ག་དུ་ཆུ་ཆོས་ཀྱི་སྤྱི་དོན་དམ་པ་བླ་རྒྱ་རི་རྣམ་འཕྲལ་དུ་སྒྲོལ་བ་དེ་བཅས་པ་ཚང་མ་ལ་རྗེ་ཡབ་སྐྱབས་མགོན་རིན་པོ་ཆེ་ལགས་དམ་ཚིག་མེད་ཉེས་དམ་ཉམས་རེ་མདོ་དང་སྐད་ཆ་བཤིག་དོ། ག་ལེ་དོན་སོ་ན་ཨ་ནུ་ཐང་ལ་བས་ན་ཅིག། ཆོས་དང་དེ་ནི་ཟང་ཟིང་གི་ཐོག་ནས་འབྲེལ་བ་བྱེད་རེས་ད་ཅིག་ཁོང་རྣམ་པ་མཉམ་དུ་བཞུགས་བྱས་ན་དཀའ་མོད་གསུང་ཡ། མཉམ་དུ་སྲོག་ཆགས་ཞེས་བྱས་ནས་འདི་ནས་དོགས་འདི་འདྲ་བོ་བྱས་མཉམ་དུ་འདི་བྱས་རོགས། ཨོ་ད་དེ་འདྲ་སོང་ཙང། ད་དེ་ལས་ངའི་སྐྱེས་ཐང་ལ་བད་ག་རེ་ལབ་དུས་དེ་ནས་སོང་ན་ཨ་ནུ་ཐང་གི་ད་སྔོན་མ་རྩོམ་བྱ་ཆོག་གི་ཡོད་ར་རྩོམ་ཡིག་ཆོད་ར་དེ་དེ་ཚོ་རག་པ་བྱེད། རྩོམ་ཡིག་དེ་མགོ་ནས་འགྲུབ་བར་དུ་ཚུར་ཀློག་རོགས་ཨ། ཡིན་ན་དེ་ནས་ཀྱང་ཁོར་མོ་ཆེ་ལ་དངོས་གནས་ཁོ་རང་ཐང་ཅིག་འཚེ་མེད་ཞུ་ཆོག་གི་ཡ་ཚིག་ག་བ་ལ་འདུག། ཚིག་དེ་ཚོ་རྒྱ་ཞིག་རྒྱས་པ་གསལ་བོ་ཅིག་ཡོད་ད་སྤྱི་འཐུས་གྲོས་ཚོགས་ནང་ལ་སྟོན་བྱེད་ནས། དེ་ནས་ད་ཨ་ལུས་ཐང་གི་སོ་ནག་ལུས་ཐང་གི་རྐྱང་འཁོར་མི་བྱེད་ལ་ཅེས་ཚད་མའི་ཤུལ་དུ་མི་འདུག་རོ། དེ་ངེས་པར་དུ་ད་ང་ཚོས་གསལ་བོ་བྱེད་དགོས་མ་གཏོགས། དེ་ནས་སོ་ནག་ལུས་ཐང་ལ་ག་དུས་ན་མ་ཉེས་ཁ་གཡོག་ཞི་མེད་སྐྱོན་འཛུགས་རྐྱང་བྱས་ནས། ད་དོག་སྣང་དེ་ཚོ་གི་རྩ་བ་ཉིད་ནས་བསྡད་བྱུང་མི་འདུག་བ། དེ་ནས་གཅིག་ཏུ་གྲོས་ཚོགས་ནང་ནས་སྲིད་བློན་གྱི་ཕྱག་བསྒྲུགས་རོ། ཕྱག་བར་ནས་དེ་ནས་ད་ཕལ་ཆེར་སོ་ནག་ལུས་ཐང་ལ་དེ་ནས་ཞི་མེད་སྐྱོན་འཛུགས་དང་མ་ཉེས་ཁ་འཇོག་བྱེད་ཉེས་དེ། ཏོག་ཙེ་ཉུང་རུ་འགྲོ་གི་རེད་བསམ་བསམ་འདྲ་བོ་ཅིག་གི་འདུག་དེ་མ་གཏོགས་ད།

སྐུ་ཚེ་བས་ན་ཐུང་རུ་འགྲོ་ཡས་ཉེན་ཁ་ཡོད་རེད་སོགས་དེ་འདྲ་འདྲ་བ་རྗེ་ཡང་སོ་ན་རྡོ་རྗེ་གིས་ད་ནི་སྐད་ཆ་བཤད་དུ་འགྲོ་དེ་ཆོས་ར་དེ་ཚོ་ཡག་པོ་རྩ་བ་ཉིད་ནས་མ་རེད། ད་སྔོན་ནས་སོ་ན་ཨ་ལོ་ཐང་གི་རྒྱ་མགུར་མོ་རྗེ་ལས་ཚད་མེད་ཞོས་རེད་ལ་འདི་སྔོན་མ་བས་ན་སོ་ན་ཨ་ལོ་ཐང་གི་རྩོམ་གྱི་འདུག་རྩོམ་དེ་ངའི་མགོ་ནས་འཇུག་པ་དུ་ལོག་ཡོད་འགྲོ། དེའི་ནང་ལ་རྒྱ་མགུར་མོ་རྗེ་ཚད་མེད་ཞོས་ཞུ་བ་ཚིག་གཅིག་ལ་ངས་ཐོག་མ་སུ་ལོག། དེ་སོ་ན་དེ་རྩོམ་ཡིན་དེ་ཡང་ད་སྤྱི་ཟླ་གསུམ་པའི་ནང་ལ་ཡང་གྲོས་ཚོགས་ནང་ལ་ཡང། སྤྱི་འཐུས་བོད་ནང་ཆོལ་ཁ་དང་ང་རང་ཚོ་བོད་ནང་ཆོལ་ཁ་དུ་ཆུག་ཆུག་གི་སྤྱི་འཐུས་རྣམ་པ་ཚོ་ལ་གཅིག་ལས་ཡག་ཕུལ་བྱས་ནས་གྲོས་ཚོགས་ནང་ལ་བ་ཡག་པོ་ཀློག་བྱས་ནས་བ་ད་དེ་ནང་ཡོད་ཆོག་གི། གྲོས་ཚོགས་ནང་གི་དེ་ནས་ཡོད་སྤྱི་འཐུས་རྣམ་པས་ཚང་མས་གི་དེ་ནང་ཀློག་བྱས་ནས་དེའི་ནང་ཚིག་གསལ་པོ་ད་ཀྱེ་སོ་ནང་དུ་འདུག་སྐྱག་མགོ་རུ་མི་བྱེད་ལ་ཚད་མེད་ཤོད་པའི་ཚིག་དེ་ཡོད་ན་གསལ་པོ་བྱས་ནས་ཐོ་འགོད་ལ་བ་དེ་ཚོ་ལ་ཁོང་ཚོ་ཉག་ཡོད་འགྱུར་བ། འོ་འདི་འདྲ་ཅན་ནི་ཡང་སེར་བོ་ཅན་ན་མ་གཏོགས་ད་ལྟ་སོང་ན་རྡོ་རྗེ་ལགས་ཉིད་འདི་ཡང་ད་ཁོ་རང་འདྲ་བོ་ཅན་ན་བདེ་སྟོན་གྱི་སྐུ་དངོས་ཀྱི་མིང་གིས་དང་ཐོག་ཁོས་སྐྱབས་མགོན་རིན་པོ་ཆེའི་དམ་ཚིག་ལ་འདི་སྐྱབས་མགོན་རིན་པོ་ཆེའི་དམ་ཚིག་བླ་མེད་ཀྱི་དམ་ཚིག་ལ་ཉེ་དམ་ཚིག་ལ་ཉེ་ཚིག་དེ་ལ་ག་ལ་རྐུ་མ་རྒྱག་རྒྱུ་མ་ཇག་པ་རྒྱག་རྒྱུ་མ་གཡོ་སྒྱུ་ཁྲམ་གསུམ་བྱེད་རྒྱུ་མ་བདེན་པ་གཅིག་གོ་རེད་དྲང་པོ་གཅིག་གོ་ལ་དུ་གི་བླ་མེད་ཀྱི་མ་ཁྱོད་རང་ཚོ་ལ་ད་ཅི་ང་རང་ཚོ་དཔེར་ན་ཅི་ཡོད་མ་བཀའ་གནང་དགོས་ར་དེའི་སྔོན་ནས་བཀའ་དུ་དགོངས་པ་ཇི་ལྟ་བ་བཞིན་དུ་སྒྲུབ་བྱེད་ནས་བཀའ་དགོངས་ཇི་ལྟ་བུ་ཞིག་ནུབ་འགྲུབ་དང་དེ་ལ་ང་ཚོ་ད་དམ་ཚིག་བསྲུང་ལ་ཉེ་དེ་དེ་འདྲའི་ཆེད་ལགས་པ་རེད། དམ་ཚིག་བསྲུང་ལ་དུ་དེ་ལས་ལྷག་པ་དེ་ནི་དམ་ཚིག་བསྲུང་ཡས་གས་ཡོད་མ་རེད། ད་ཁོ་རང་གི་ལབ་ཡོད་རེད་ད་ད་ཇི་ལྟར་ཁོ་རང་དེ་ནི་དགའ་ལྡན་ཕོ་བྲང་ནས་དེ་ནི་ཅེས་ཕྱག་བྲིས་དེ་འདྲ་ད་ཅི་ཡོད་ཕེས་སྦུག་ནང་བཀྲམས་ཡོད་རེད། དེའི་ཕྱག་བྲིས་དེ་རྣམས་ལ་དམིགས་བསལ་གྱི་ག་རེ་འདོད་ལགས་དུ་བླ་མ་ལ་དམ་ཚིག་མེད་མཁན་བླ་མ་ལ་དད་པ་མེད་ཀྱི་དུས་སུ་ད་ཅི་ཡོད། ཡང་རིན་པོ་ཆེ་ལ་བརྟན་བཞུགས་བསྐྱལ་ག་ལ་དེ་ནི་མ་ཡོང་ན་ཡག་པོ་ཡོད་རེད་ཟེར་བྲིས་ཤག་ཟེར་དེ་ཚོ་དཔེ་ཡག་པོ་རེད། དེ་ལྐུགས་པར་རོ། བླ་མ་ལ་དད་པ་མེད། སླད་མ་བླ་མ་ལ་དད་པ་དང་དམ་ཚིག་མེད་པས་ན་སོག་ཚུགས་ཀྱི་དུས་ཚོད་འཕྲོ་བརླག་དང་ནི་སོག་ཚུགས་ཀྱི་དཔལ་འབྱོར་འཕྲོ་བརླག་དང་ནི་སུ་ཡོང་གི་རེད། དེ་ལྐུགས་པ་ཡིན་ན་མ་གཏོགས་ཡོང་གི་མ་རེད་བ། དེ་ལྟར་མ་ལ་དགའ་ལྡན་ཕོ་བྲང་ནང་དུ་བས་ན་ཅི་ཡང་ཕྱག་ལས་གནང་གི་དུས་ཚོད་ཡིན་ནའང་ཅི་ཡང་ཐོས་བསམ་ཡག་པོ་བྱེད་དགོས་གི་རེད། ད་ལྟ་བོད་དུ་དངོས་གནས་ཁོ་རང་བརྟན་བཞུགས་བསྐྱངས་ནས་བརྒྱ་ཆ་སྟོང་དུ་ཁྲི་ཁྲི་འབུམ་འབུམ་བྱུང་ཡོད་རེད། དེའི་སྐབས་སུ་ཉི་མ་གཅིག་ཡང་དགའ་ལྡན་ཕོ་བྲང་གི་ཕེས་སྦུག་ནང་ལ་ཡི་གེ་བཀྲམ་བྱས་ནས་སྤྱི་དང་གོ་ལ་གྱི་བླ་མ་ལ་གཅིག་དམ་ཚིག་མེད་ཞོག་གི་དམ་ཉམས་སེང་ཉིན་གཅིག་ཧ་ལས་མ་རངས་པའི་ཚིག་དུད་འགྲོ་བེད་སྤྱོད་བཏང་བྱས་ནས་དུད་འགྲོ་བྱས་ནས་སྤྱི། བརྟན་བཞུགས་ཕུལ་ཉིན་དེ་ཚོ་གི་སེམས་ནང་ལ་དཔེར་ན་སྣང་བ་དཔེར་ན་དོགས་པ་སྐྱེ་དགོས་ཡ་དེ་འདྲ་ད་ལྟ་བར་དུ་བཟོས་ཡ་མ་རེད། ཡིན་ན་ཡང་ད་ལན་དགའ་ལྡན་ཕོ་བྲང་དེའི་ནང་ལ་དཔེར་ན་གཅིག་ཕྱག་བྲིས་དེ་དཔེར་ན་ཕེས་སྦུག་ནང་བཀྲམ་བྱས་ནས་དམ་ཉམས་ལག་དགོས་པའི་རྒྱུ་མཚན་དེ་ག་བ་ལ་ཐུག་གོ་རེད། ད་ལྟ་རྫ་ཆུ་ཁ་བ་ལས་ད་ཅེས་རྫ་ཆུ་ཁ་བ་ལ་འདི་དག་ཁམས་པ་གི་དཔེར་ན་མི་དམངས་ཡོད་ས་རུ་བ་ཚོགས་པ་ཆུ་ཡོད་ཚད་རུ་བ་ད་ལས་ཀྱང་འུ་རུ་མི་བྱེད་ལས་ཡ་དེ་ནས་བརྟན་ཤུགས་བསྐྱང་ངེས་དེ་ཡོད་པའི་རྒྱུ་མཚན་གྱི་དམ་ཚིག་ལས་ཀྱོག་དམ་ཉམས་ཟེར་ནས་ཚིག་མ་རངས་པ་དེ་བེད་སྤྱོད་བཏང་བ་རེད་ངས་དེ་དྲན་གི་འདུག། དགའ་ལྡན་ཕོ་བྲང་ནང་གི་འདུག་ལ་ཕྱག་ལས་གནང་མཁན་དེ་ཚོ་དགའ་ལྡན་ཕོ་བྲང་གི་དཔེར་ན་རྩ་ཆེན་པོ་ཡིན་ན་དགའ་ལྡན་ཕོ་བྲང་ནང་དུ་ཡོད་པའི་མི་དེ་ཚོ་བརྟག་དཔྱད་བཏང་དགོས་ཡོད་ཅེས་བྱ་བ་རེད། ཨ་ཅེ་དང་བོ་ཅེས་བྱ་བར་དང་ཁོང་ཚོ་མི་དཀྱུས་མ་རང་ཁོང་ཚོ་ཉེ་རིང་ཆགས་སྡང་གི་ཚོད་དེ་ཆོས་ཅན་ཡིན་པ་དེ་གང་འདྲས་ཚོད་ནི་ཧ་གོ་བ་ལ་དུས་ད་ལྟ་གོ་དུས། ཁ་ཚིག་དཔེར་ན་ད་ཅེས་ང་རང་ཚོ་ན་གཞོན་བུ་མོ་དེ་ཚོ་གི་ཡ། དཔེར་ན་ཅེས་རྒྱ་མགོ་རོང་མི་ཅག་ལ་བརྟན་བཞུགས་ཕུལ་བ་རེད་ལ་ཉེ་དེ་མ་ཡིན་པ་དེ་ནི་ཅེས་ཚོགས་པ་ཆེ་ཆུང། གང་ཅུང་མང་ཅུང་གི་དཔེར་ན་རྒྱ་མགོ་རོང་ཅག་ལ་བརྟན་བཞུགས་བསྐྱར་བས་བཀའ་སོང། དམ་ཉམས་ལ་ཉེ་དང། ཅེས། བླ་མ་ལ་དམ་ཚིག་མེད་པའམ་དམ་ཉམས་ལ་ཅུང་མ་རངས་པའི་ཚིག་དེ་དཔེར་ན་ཅེས་བེད་སྤྱོད་བཏང་བྱས་ནས་དེ་འདྲའི་དཔེར་ན་དགའ་ལྡན་ཕོ་བྲང་གི་དུས་ནམ་དུ་ཡང་ངའི་དཔེར་ན་ཕེས་སྤུག་ནང་བཀྲམས་པ་དེ་ངས་མཐོང་མ་སོང། རེད་བ། ད་ལན་འདི་སྤྱི་ཐང་སྤྲང་པོའི་རྒྱུ་མཚན། ད་དེ་ལ་སོང་ན་རྡོ་རྗེ་ཡི་ཞལ་ཐང་ཡག་པོ་རེད། ད་སོང་ན་ཨ་ནུ་ཐང་འདྲ་བོ་ཅིག་ཆགས་ཤག་བས་ན། ཁོ་རང་སྐྱང་ཀོ་རིན་པོ་ཆེ་ཡང་མཇལ་ཁ་རག་ཡག་མ་རེད། སྐྱང་ཀོ་རིན་པོ་ཆེ་ལ་དངོས་གནས་ཁོ་རང་འཚེ་མེད་ཞུས་ཡོད་རེད། སྐྱང་ཀོ་རིན་པོ་ཆེ་ལ་འཚེ་མེད་ཞུས་པ་རེད་ལ་ཉིད་སྐྱང་ཀོ་རིན་པོ་ཆེ་ལ་འཚེ་མེད་ཞུས་པ་ཚིག་གསལ་བོ་དེ་སོང་ན་ཨ་ནུ་ཐང་གི་བས་ན་རྩོམ་བཞེས་ཆོག་དེའི་ནང་དུ་ངེས་པར་དུ་ང་ཚོ་ཧ་གོ་བ་བྱེད་ནི། ངོ་ཚ་སྟུག་པོ་དངོས་གནས་ཁོ་རང་ཧ་གོ་བ་བྱེད་དགོས་མ་གཏོགས་དེ་མ་གཏོགས་མི་དཀར་པོ་ལ་ཞྭ་ནག་པོ་རྩ་བ་ཉིད་ནས་གཡོག་རྒྱུ་ཡོད་མ་རེད།

དེ་ནས་ཆོ་ག་དང་ང་རོ་ཚོ་འབེན་ལ་གྲོ་ཚོགས་ནང་དུ་ཕུལ་བྱས་ནས་དེའི་སྣ་ལ་ངེས་པར་དུ་མ་སློག་བྱས་ནས། དེ་ནས་སྤེན་པ་ཚེ་རིང་གིས་བདག་བསྐྱེད་བསོད་ནམས་ཨ་ནུ་དང་སྐྱབས་འཁོར་མུ་ཅེའི་མཇལ་ཁ་མ་ཐག་ནས་བསོད་ནམས་ཨ་ནུ་དང་དམ་ཉམས་ཡིན་པ་སྐྱབས་འཁོར་མུ་ཅེ་ལ་ཚད་མེད་ཞུས་ཡོད་པའི་རྒྱུ་མཚན་གྱིས་དེ་རྒྱུ་མཚན་དུ་གསལ་བཞིན་བསྩལ་བ་རྒྱལ་བྱེད་རྒྱལ་བ་ཡག་པོ་བྱོས་ང་ཚོ་ངེས་པར་དུ་ཧ་ཐུབ་པ་བྱེད་ཧ་གོ་ཐུབ་པ་བྱེད་དགོས་ལ་མ་གཏོགས་དེ་མ་ཡིན་པ་བྱེད་སྟངས་དགོས་པ་རྒྱུ་མཚན་ཁྱོན་ནས་མེད་པའི་སྒོ་ནས་བསོད་ནམས་ཨ་ནུ་དང་དམ་ཉམས་པའི་ལ་ཡེ་དང། སྐྱབས་འཁོར་མུ་ཅེ་ལ་ཚད་མེད་ཞུ་ཉེས་རེད་ལབ་ན་དེ་རྩ་བ་ཉིད་ནས་ཁོ་རང་འགྲིག་ཡོད་མ་རེད།

ཁོ་བདེ་དོན་གྱི་སྐུ་ངོ་ཡག་ཤག་ཅན་ནི་དངོས་གནས་ཁོ་རང་མི་དམངས་ཀྱི་ཞབས་ཞུ་ཆོས་ཉན་ཡག་ཤག་པའི་ག་སོག་སྐྱང་གུར་མི་བྱེད་དངོས་གནས་ཁོ་རང་ཁོ་རང་གི་སེམས་ལ་རྐྱང་བྱེད་ནས་ད་ངས་སྐྱང་གུར་མི་བྱེད་བཀའ་ཆད་བཀའ་སྒྲུབ་ཡག་གི་དངོས་གནས་གོ་སྐབས་རག་སོང་དེ་ནས་ད་སྐྱང་གུར་མི་བྱེད་དངོས་གནས་ཁོ་རང་ཅིག་ག་ལ་ད་ཐུགས་གཉིས་ཡག་བྱེད་ཡག་གི་ད་དངོས་གནས་ང་ལ་གོ་སྐབས་ཡོད་པ་རག་སོང་ཅེས་མི་དམངས་ཀྱི་ཞབས་ཞུ་ཞུ་ཡག་གི་གོ་སྐབས་རག་སོང་ལ་དེ་ནས་ཅི་ནས་ཁོས་ཞབས་ཞུ་ཞུ་ཡོད་རེད་བས། ཞབས་ཞུ་ཞུ་ཡོད་རེད་བས་ཁོས། དཔེ་ཆ་ཟེར་རེད་བ་ཁོས། བདེ་དོན་སྐུ་ངོ་ཡིན་ལ་དུས་ཅེས་དང་ཁོ་རང་བོད་མི་སྒྲིག་འཛུགས་ཀྱི་དཔེ་ཤག་དེ་གསལ་བྱས་ནས་ཁོ་རང་ཞབས་འདེགས་ཞུ་ཡི་རེད་པ། དམ་ཉམས་ངོ་མ་ཁོ་ན་རེད། དགའ་ལྡན་ཕོ་བྲང་གི་ཡི་གེ་དེ་སྔོན་ན་ཁོ་རང་དེའི་ནང་དུ་ཡོད་རྒྱུ་དམ་ཚིག་ཉམས་ཆག་དེ་ཚོ་བླ་མ་ལ་དཔེ་ན་ཁྱེད་བརྟན་བཞུགས་བཀྱག་བཅུག་རྒྱུ་ཡོད་མ་རེད་དེ་བརྟན་བཟོ་བཀྱག་མི་བཅུག་སྲིད་ཁོ་རང་རེད་དམ། དེ་ལ་དམ་ཚིག་ཉམས་ཡས་ཡོད་མ་རེད། དམ་ཚིག་ལ་ནི་ག་འདྲ་བྱེད་སླ་བོ་རེད། བསོད་ནམས་ལོས་ཐང་ལ་དེ་ནི། སྐྱག་མགོར་མི་བྱེད་མཇལ་ཁ་བྱེད་དཔེ་ན་ཀྱེ་མ་དང་དགོས་པའི་རྒྱུ་མཚན་དེ་སྐྱག་མགོར་མི་བྱེད་ཚད་མས་ཞུ་ཡ། དེ་ནི་བསོད་ནམས་ལོས་ཐང་དཔེ་ན་དམ་ཉམས་ཡིན་པ།

ཁོ་ལ་སྐྱབས་མགོན་རོགས་ཀྱིས་དམངས་གཙོའི་གསོལ་རས་གནང་པར་རྒྱལ་དང་རྗེས་སུ་འབྲང་བྱས་ནས་དེ་ནི་བསྟན་པ་མ་བྱིན་ཅིང་སྤྲང་པོ་མ་བྱིན་གཉིས་ཀྱི་དང་ཡིན་ནི་ཡང་མི་མང་གིས་ཡར་བཞག་ཆོས་ཕྱོགས་ཀྱི་དཔོན་པོ་ཡིན་ཟེར་དཔོན་པོ་གི་མིང་ཙམ་གྱིས་ཁས་བྱས་ནས་ལས་འགུལ་སྤེལ་བའི་སྐབས་སོ་ཅིག་བསྟན་པ་མ་བྱིན་སྤྲང་པོ་མ་བྱིན་རོ་ཉེ་རིང་ཆགས་སྡང་རྐྱང་གིས་ལས་འགུལ་ལས་འགུལ་སྤེལ་བསྡད་པའི་སྐབས་སོ་ད་དེ་འགྲིག་གི་མི་འདུག་དེ་བྱས་ན་འགྲིག་གི་མི་འདུག་ཟེར་ནས་སྐྱོན་བརྗོད་བྱས་བསྡད་ཉེ་གི་མི་བྱའོ་རོ། ད་དེ་ལ་དུ་དེ་ནས་ཁོ་རང་ཚོ་ད་ཅི་སྐྱོན་བཞི་བྱེད་ས་དམིགས་བྱེད་གང་པོ་མང་པོ་སྐྱེ་ཡོད་མ་རེད་ད་དང་འདྲ་དར་ནག་གི་ཡ་བསྐོས་བྱ་རྒྱུ་གི་སྤེན་པ་ཚེ་རིང་རོ་བ། དེར་སོང་དུ་སྤེན་པ་ཚེ་རིང་ཁོ་རང་གི་བྱ་བ་དང་སྤྱོད་པ་བྱེད་སྟངས་དེ་དེ་ནས་གཅིག་གཅིག་དང་མ་འདྲ་བས་དེ་ནི། ཉེ་རིང་ཆགས་སྡང་གི་བོད་ན་གཏམ་བཤད་བྱེད་པ་ནི་ཉེ་རིང་ཆགས་སྡང་གི་གཏམ་བཤད་མ་ཏོ་མེད་ཀྱོག་ཨེ་འདི་ལས་འགུལ་སྤེལ་བ་ནི་གཅིག་བོད་ཀྱི་བོད་ན་གཅིག་རྩ་དོན་བོད་ཀྱི་སྐྱ་རབས་དང་ལོ་རྒྱུས་ཐོག་ལ་མ་ཤེས་པའི་ནི་ལོག་བཤད་རྐྱང་བྱེད་ནི་འགྲོ་བསྡད་པ་སྐབས་སུ་དེ་ནས་ཁོ་རང་ལ་ད་སྐྱོན་བརྗོད་བྱེད་ཉིན་ཡོང་གི་ཡོད་རོ་བ། དེ་སོང་ད་དེ་ལ་ཅིག། མ་བསྐལ་པའི་རྒྱུ་མཚན་གྱིས་དེ་ནས་སོང་ནའང་ལོས་དང་དེ་ནས་ད་ཀྱང་གུ་རུ་རིན་པོ་ཆེ་ལ་ཅིག། དམ་ཚིག་མེད་པར་དེ་ནས་ཀྱང་གུ་རུ་རིན་པོ་ཆེ་ལ་ཚད་མེད་ཞུས་པ། ཚད་མེད་ཞུས་པ་ཚིག་སྐར་མ་སྔ་ཕྱི་བསྟན་ཡོད་མ་ཐག་ཨོ་ནུ་གསུམ་བསྟན་ཡོད་མ་རེད། གསུང་ལམ་དང་རྩོམ་བྱ་སྤྱོད་འགྲོ་བ་དེ་ང་རང་ཚོ་ངོས་ནས་གུ་རུའི་སྤུན་ཟླ་ཡག་པོ་ཇེ་མང་ཀློགས་པས་ན་དེའི་ནང་ལ་ཚད་མེད་ཞུ་ཕྱོགས་ཀྱི་ཚིག་ཅི་ཡང་ཡོད་མ་རེད། ཚད་མེད་ཞུ་ཁོ་རང་ཤེས་ཀྱི་མ་རེད་ཁོས། དངོས་གནས་ཁོ་རང། ཁོ་གིས་ཚད་མེད་དེ་འདྲ་ཤོད་ཚོད་ན་ཀྱང་གུ་རུ་རིན་པོ་ཆེ་བསྟན་ཤོག་ཀྱང་འགྲོ་ནས་ཀྱང་དེ་འདྲས་ཁོ་ག་བར་འགྲོ་ཐུབ་ཀྱི་རེད་ཁོ། རྒྱ་བཟང་དང་རྒྱ་དབུགས་འདྲའི་འཚེ་མེད་ཤུ་ཤོ་གི་ཚིག་ངོ་མ་ཡོད་ན། ཚང་མ་དེའི་སྐབས་སུ་རྩོམ་བྱ་ཆོག་དེ་རྩོམ་དེ་ཚང་མའི་ཀློག་ཡོད་ར། དེ་ནས་ད་ཀྱི་སྤེན་པ་ཚེ་རབས་ཁོ་རང། ཀྱི་ནམ་རྒྱུན་ཁོ་རང་གི་ཕེ་ན་བྱ་བ་དང་སྤྱོད་པ་དམ་འབུལ་བྱེད་འགྲོ་བསྡད་པ་ཁོ་ཚོ་ཁོ་ལ་ད་ཀྱི་འདི་བྱེད་དེ་འོ་ར། ད་ཀྱི་མ་ང་རྒྱ་མགོར་མི་བྱེད་འཇའ་གར་འགྲོ་ཟེར་ན་ང་རྒྱ་མགོར་མི་བྱེད་ལ་འཚེ་མེད་ཤུ་ཉེ་རེས་ཁོས་ལག་ཐོག་ཅིག་ལག་རེ་ད། ངས་ཁོ་ལ་སྒེར་གྱི་སྒོ་ནས་ཀྱི་མ་དགའ་བའི་རྒྱུ་མཚན་གྱི་ཤི་མེད་ཅུང་ཙམ་དང་མ་ཉེས་ཁ་གཡོག་ཅིག་ཡོད་མ་རེད། ཁོ་རང་གི་ད་ཀྱི་བཅའ་ཁྲིམས་འདི་མགོ་ནས་མགྱོགས་པོ་དང་གོམ་འགྱོད་ལོག་བྱས་ནས།

ངས་ཁ་ཐུག་ངོ་མ་ལག་ཚན་པ། སོ་ནག་ལྡབ་ཀྱི་རང་ཉིད་ཀྱི་གདོང་པ་གདོང་པ་ལ་རྩ་བ་ཉིད་ནས་ཁྲག་མི་འདུག་ཟེར་ཁོ་ལྕགས་སྡོང་གཅིག་འཁྱེར་ཏེ་འདུག་ཟེར། ཁོ་དངོས་གནས་ཁོ་རང་གདོང་པ་མི་ཞེ་དྲག་གི་དཔེར་ན་ཅི། ཤ་དང་ཁྲག་ཡོད་ཉེ་བར། དེ་ཡིན་ན་ཁོ་རྩ་བ་ཉིད་ནས་ཁོ་རང་གདོང་པ་སྟེ་ངོ་ས་ཡོད་ཁོ་རང་མ་གདའ། བོད་མིའི་སྒྲིག་འཛུགས་ཀྱི་དཔེ་ཤག་གསར་ནས་དང་ཐོག་ཁོ་སྐྱབས་མགོན་རིན་པོ་ཆེ་ཡར་ལ་དད་པ་དང། སྐྱབས་མགོན་རིན་པོ་ཆེས་ལྷ་བླ་མའི་གི་དམ་ཚིག་གི་འོག་ལ་སྐད་ཆ་འདྲ་བོ་བཤད་གི་འདུག་བ། ལྷ་བླ་མའི་དམ་ཚིག་སྲུང་མཁན་ལ་ཉིན་དེ། སྐད་ཆ་བཤད་མཁན་དེ་ཁོ་མི་ཁོ་འདྲ་བོ་ཅིག་མ་རེད། དངོས་གནས་ཁོ་རང། ཅི། སྐྱེས་ཆུ་སྒལ་དག་བྱས་ཏེ་ཉལ་རོ། འདི་ནི་སྐྱེས་ཡོད་བུད་མེད་སྦྲུལ་གཟུགས་ཀྱི་དཔེ་ཤ་དོག་ཚོས་ཟགས་ནས་རྩིས་མ་འཕྲོད་ཉལ་རོ། དེ་སོགས་གོ། དེ་ཚོའི་ཁ་ནས་སྐྱེས་དང་བླ་མ་གི་དམ་ཚིག་དང་བླ་མ་ལ་དད་པ་ལ་མྱི་སྦྱོར། དེ་ཚིག་དེ་གོ་ལ་ཁོང་ཚོའི་ཁ་ནས་དོན་གསུངས་ན་རོ། དེ་རྩ་བ་ཉིད་ནས་དོན་མེད་པ་ཅི་རེད། ལྷ་བླ་མ་ཅིག་ང་ཚོ་གི་བོད་ན་བླ་མའི་དམ་ཚིག་གསུངས་ལ་མྱི་དང་བླ་མས་གར་གསུངས་གོ་ལོ་བདེན་པ་ཆེ་ཆུང་སྤྲང་པོ་ཆེ་ཆུང་གཡོ་སྒྱུ་ཁྲམ་གསུམ་མ་བྱེད་རྐུ་མ་མ་རྒྱག་ཇག་པ་མ་བྱ། བླ་མས་གི་བཀའ་ཇི་ལྟ་བ་ཞུ་འདུག་དེ་ལྟར་རྗེས་སུ་དྲང་གི་བདེན་ན་བླ་མའི་དམ་ཚིག་གསུངས་ལ་རེད། དེ་ནི་ཁོས་བདག་བླ་མའི་དམ་ཚིག་བསྲུངས་རེད། ཡིན་ན་ཡང་ཅིའི་རྐྱང་རོ་མི་ཞིག་ཡང་དམ་ཚིག་བསྲུངས་སླ་ཉེ་དེ་མི་སྲིད་ཀི་མི་ཁ་ཤས་ལ་བདག་ཅིག་མི་ཁ་ཤས་ཀི་ལ་ཅིག་ཡང་དམ་ཚིག་བསྲུངས་སླ་དུས་མི་ཁ་ཤས་ཀི་བསྲུངས་དགོས་ཡོད་འདྲ་བོ་ཞིག་རེད་བས། ཁ་ཤས་ཀི་རྐུ་མ་རྒྱག་ཇག་པ་རྒྱག་གཡུ་ཇི་ཁྲམ་གསུམ་བྱེད། ཅེས་བུད་མེད་འདི་ཚོ་གི་དཔེ་ཆ་ཟེར་བ་ན་དམ་ཉམས་མ་ཡིན་པའི་ཆེད། ཁ་ཤས་ལ་དགོས་པ་རྒྱུ་མཚན་ཆོས་ནས་མེད་པའི་སྒོ་ནས། བླ་མ་ལ་འཚེ་མེད་ཞུ་ཡག་གི་ཚིག་ཆུང་ནས་གཏན་ཡལ་མེད་ཀྱོག། ཅེས་མ་ཉེས་གང་ཡོད་དེ་ཤི་རྨས་ཅུང་ཙམ་བྱས་ནས་ཡང་དམ་ཉམས་ཆགས་དགོས་ཀྱི་ཡང་དེ་ང་རང་ཚོ། བཙན་བྱོལ་བས་ན་གཅིག་ཡོད་བོད་པའི་སྤྱི་ཚོགས་ནང་ལ་དེ་ནས་ཡང་དམ་ཉམས་ཀྱི་བས་ན་གཅིག། དབྱེ་བ་བྱེད་སྟངས་ཀྱི་རྣམ་པ་གཉིས་ཡོད་ལ་མ་གཏོགས་སོ་ལ་དུ་ཅོག་ཁོ་རང་ལས་སྡུག་ག་དམ་ཉམས་ཀྱི་ག་བ་ཡང་མི་གཏང། བདེ་དོན་གྱི་སྐུ་ངོ་གི་སྨིན་མཁན། རེད་བ། དེ་ནས་གཅིག་ཡོད་བོད་མི་སྒྲིག་འཛུགས་ཀྱི་དཔེ་ཤག་གསར། དེ་མ་ཡིན་ག་ཁོ་རང་གི་གཅིག། ཁོ་རང་ལ་ད་ཁོ་རང་གིས་བསད་པ་རེད་དམ་འགྲིག་དགོས་ས་མ་རེད་དེ་ཁོ་རང་དང་བས་ན་གཅིག་འབྲེལ་བ་ཡོད་ཅོག་གི་མི་ཤི་ཅོག་ཏུ་འདི་སྐད་ཆ་འདུག་ག།

ཚིག་གཅིག་མ་གཏོགས་ཚིག་གཅིག་ཡང་བཏོན་ཡས་མེད་པ་ཡིན་ན། དེ་ནས་ཀྱང་ད་ནང་སྟོན་པ་ཚེ་རིང་གི་ཉེ་རིང་ཆགས་སྟངས་ཐོག་ནས་སོ་ནའང་ལུགས་དང་འདི་བྱེད་ཅོར་ང་ཚོ་ལས་སླ་བོ་གོ་ནས་རྩ་བ་ཉིད་ནས་འགོ་དགུ་གི་མིན་ད་ཇོ་རིན་པོ་འགོ་དགུ་མིན། འགོ་མི་དགུ་སེམས་ཐག་གོ་མོ་རྡོ་ཡིན་ད། ག་བ་ལ་ཐུག་ན་ཐུག་ད་ཇོ་རིན་པོ་ལ་སོ་ཨ། བཟོ་པ་མི་དགུམ་སེམས་ཐག་གོ་མོ་རྡོ་ཡིན་ད། ཁྱོད་ཚོ། ད་ཁྱོད་རང་ཚོས། ང་ཚོ་བླ་མ་ལ་བརྩི་ནས་འདི་གོར་ད་ཡང་འགོ་རིན་པོ་ཆེ་ལ་ད་ཅིག་བཞག་བཞུགས་བསྡིགས་པ་ག་སོ། ཅེས་ཟང་ཟིང་བྱས་ནས་འདྲི་ས་མ་རེད་བསམ་ཡས་མ་གཏོགས་ཇོ་རིན་པོ།

ཁམས་གསུམ་འཁོར་བ་དེའི་སྐྱེས་མཆོག་གི་སོ་སོའི་སྐྱེ་བོ་ཡིན་དུ་རུང་བ། སྒ་སྐྱེས་ཕོ་བྲང་ནང་དུ་ཡོད་པའི་མི་དེ་ཚོ་ཅི། བླ་མ་མ་རེད་དཱ་ཡི་དམ་མ་རེད་དཱ་སྲུང་མ་མ་རེད། དེ་ཚོ་སོ་སོའི་སྐྱེ་བོ་རེད། དེ་ཚོ་ལ་འདོད་ཆགས་ཡོད་རེད་ཞེ་སྡང་ཡོད་རེད་ང་རྒྱལ་ཡོད་རེད་ཁོང་ཁྲོ་ཡོད་རེད་ཉེ་རིང་ཡོད་རེད། འོ། དེ་འདྲ་ཡོད་པ་དེ་ད་ཙམ་ལ་ཅི། ཕེས་སྦུག་ནང་ཡི་གེ་བཀྲམ་སྟངས་དེ་ན་ཧ་གོ་གི་འདུག་ཨ། སྐྱག་མགོ་རིན་པོ་ཆེ་ལ་ཅི་དམ་ཚིག་མེད་ཀྱང་དམ་ཉམས་དེ་ཚོ་ཨེ་ནས་ཅི། སྐྱག་མགོ་རིན་པོ་ཆེ་འདི་ནས་ག་ཟེར་ཏེ། འདི་ཅི་ཡང་ཕན་གྱི་ཡོད་མ་རེད།

མགོ་རོ་རིན་པོ་ཆེ་དམིགས་སུ་བས་ན་ཁྱོད་རང་ཚོ་མིག་གི་མཐོང་དགོས་མ་རེད། རོ། ང་ཁྱོད་རང་མདུན་ལ་ཡོད་དགོས་གི་མ་རེད། ཁོང་གི་སྔོན་ནས་དད་པ་བྱོས་རོགས་ཁོང་གི་སྔོན་ནས་གི་བྱིན་རླབས་བྱོས་ར་ཡེ། ང་རང་ཚོ་གི། ལུས་ཀྱི་བས་ན་དྲི་མ་བཞིན་དུ་རྗེས་སུ་དྲང་གི་ཡོད་རེད། དེ་མགོ་རོ་རིན་པོ་ཆེ་གསུང་གི་ཡོད་རེད། ཁྱོད་རང་ཚོ་གི་ཅི་ཡིན། བླ་མ་ལ་ཅི་ཡིན་བརྟན་བཞུགས་བསྐྱང་མ་བསྐྱང་བླ་མ་ལ་ཅི་ཡིན་མཇལ་ཁ་ཞུ་ཡ། ཅེས་བླ་མའི་མདུན་ལ་མཇལ་ཁ་རག་མ་རག་དང་ཅིག་ཞུ་བ་ཅིག་ཁྱད་པར་འདུག་གི་ལགས་དང་ཁྱད་པར་འདུག་ཨེ་ཟེར་མཁན་ཡོད་མ་རེད། བླ་མེད་ཀྱི་མཇལ་ཁ་རེ་ནས་མ་བྱས་པར་བླ་འདི་ཅོག་ཅི་ཡང་ཡོད་མ་རེད། བླ་མེད་ཀྱི་མཇལ་ཁ་མ་རག་པའི་རྒྱུ་མཚན་ནི་ད་ལྟ་བོད་ནང་ཤི་གསོན་ཅོག་ཅི་ཡང་ཡོད་མ་རེད། བླ། བླ་མ་ལ་དད་པ་ལ་ཉིན་དེའི་སྤྱི་དང་སོ་སོའི་གདིང་ལ་བྱ་ཡ་རེད། ཕྱི་ལོག་ལ་བལྟས་ཡ་མ་རེད། ཕྱི་ལོག་ངས་བླ་མ་ལ་དད་པ་ཡོད་ཟེར་ནས་ཅིག་ཞུ་བ་ཅིག་ང་ང་འདྲ་བོ་ཅིག་ཡང་འགྲོ་བསྡད་ན་དེའི་ཚེ་ད་བསམ་བློ་རྒྱས་ཡ་ལ་གང་ཡིན་ཕན་ཡོད་མ་རེད། དེ་ད་དུང་སྡུག་ག་ཡོད་རེད་དེ་ཚོ། དེ་བབ་ཆུང་འགྲོ་བ་དེ་ཚོ་ད་ག་ས་ལྟ་ཅི། ཡིན་མདོག་དང་བྱས་མ་ཐུབ་ཡོད་མ་རུ་བ་དེ་གསུངས་ཙང། ཀྱེ། བླ་མ་ལ་མཇལ་ཁ་མ་བཏང་བ་རེད་ལབ་དུས་བླ་མ་ལ་མཇལ་ཁ་བཏང་མ་ཐག་བླ་མས་མཇལ་ཁ་རག་མ་རག་མི་ཤེས་དེ་ལ་དགོས་པ་རྒྱུ་མཚན་ཚིག་གེ་ཡོད་མ་རེད། སེམས་དེ་ལ་དད་པ་ལ་ཉིད་དུ་སོ་སོ་གདིང་ལ་དགོས་རེད་གདིང་ལ། ཀྱེ། བླ་མས་མཇལ་ཁ་རག་པ་ཡིན་ན་གོ་ཅི། མ་ཤེས་པ་ལྷག་ཡིན་ཡོད་མ་རེད་ཚང་མ་ཤེས་ས་ལས་དུ་ཤི་འགྲོ་གི་རེད། བླ་མས་གི་མཇལ་ཁ་མ་རག་སོང་ན་དེ་ལས་དེ་རིང་ཤེས་ཡ་དེ་གེ་ཡོད་མ་རེད། ཨ། སོ་སོའི་ཚད་དང་སྲོག་ལམ་རྫོགས་མེད་པས་ན། སེམས་འདི་ནི་སོ་སོ་གི་བླ་མ་ལ་དད་པ་དེ་ཡོད་པས་ན། དམིགས་བསལ་བླ་མ་མཇལ་ཁ་དཀོན། བླ་མ་དངོས་སུ་མཇལ་དགོས་དེ་གལ་ཡོད་མ་རེད། ཡང་སོ་སོ་ཅིག། སོ་ནའང་ལོ་ཙཱ་ལ་བླ་མས་མཇལ་ཁ་མ་རག་པའི་རྒྱུ་མཚན། ཁོ་དམ་ཉམས་ཡིན་པ་དང། སོ་ནའང་ལོ་ཙཱ་ཁ་དང་རྐྱང་ཁུང་བུ་ཅན་གྱི་སྤེན་པ་ཚེ་རིང་གིས་མཇལ་ཁ་མ་གཏོགས་སོ་ནའང་ལོ་ཙཱ་ཤི་ཚར་འདུག་བས། སོ་ནའང་ལོ་ཙཱ་ཤི་མི་འདུག་ཨ། ཡང་སོ་དེ་ཁྱད་པར་གལ་འགྲོ་གི་མ་རེད། མཇལ་ཁ་རག་ན་རེད་མ་རག་ན་རེད། བསྟན་བཅོས་སྐྱ་ཡག་རག་ན་རེད་མ་རག་ན་རེད། དེ་ལ་ཁྱད་པར་གང་ཡང་ཡོད་མ་རེད། ད་ལྟ། ཇི་ལྟར་ང་རང་ཚོ་དག་ཅི་ཡང་བོད་པའི་སྤྱི་ཚོགས་ནང་དུ་བརྟན་བཞུགས་ལངས་ཉིན་དེ་ཇི་ལྟར་ད་ག་ཟེར་ཅིག་བླ་མ་ལ་དཔེ་ལས་འཁྲབ་ཡག་དང། རོ་བ། ཅི་ལྟར་སོ་སོ་གིས་དཔེར་ན་རྒྱུ་ནོར་ལོངས་སྤྱོད་འཕྲོག་བརླག་བཏང་ཡང། བླ་མ་ལ་དཔེར་ན་ད་ག་ཟེར་དཔེ་ལས་འཁྲབ་ཡག་རེད་མ་གཏོགས། དངོས་གནས་ཁོ་རང་བླ་མ་ལ་ལུས་ངག་ཡིད་གསུམ་གྱི་དད་པ་ཡོད་པའི་རྒྱུ་མཚན་གྱིས་བརྟན་བཞུགས་བསྐྱངས་ཡིན་དེ་ནི་དཀོན་པོ་རེད་དེང་སང། དངོས་གནས་ཁོ་རང་བླ་མ་ལ་ལུས་ངག་ཡིད་གསུམ་གྱི་དད་པ་ཡོད་ཉིན་གྱི་བརྟན་བཞུགས་བསྐྱངས་ཁ་ཡོང་བའི་དགའ་སོ། དེ་གསོལ་བ་རེད་གཅིག་རེད་གཉིས་རེད། སྔོན་རས་ཁོ་ར་བླ་མ་ལ་གཅིག། བརྟན་བཞུགས་བསྐྱངས་ཉིན་ལ་ཉེ། སོ་ནམ་ལུང་ཐང་ནས་ཆུ་འགོ་དགུ་ཡོད། བདེན་པ་དོན་འབྱུང་ཁྲ་འབོ་བྲང་བྱང། མི་དམངས་ཀྱི་ཡར་སྤེལ་ན་དར་ནག་མི་དམངས་ཇག་ཚོགས་ཨ་མདོ་དང་དབུ་གཙང་ཇག་པ་དུ་བ་དར་ནག་ནང་དུ་ཡོད་པས་ཨ་མདོ་དང་དབུ་གཙང་ནང་ཡོད། ཁོང་ཚོའི་ཡར་སྤེལ་ན་གཡོ་སྒྱུ་ཁྲམ་གསུམ་རྐུན་མ་ཇག་པའི་དོན་དུ་བཞག་ཅིག་ཀྱང་མི་ངན་མི་ནག་དུ་བ་ཁྱི་ངན་འདྲ་བ་གཅིག་དུ་བ་ཕྱོགས་གཅིག་མཚམས་གཅིག་ག་བ་ལ་འགྲོ་ན་གཅིག་ཅེས་བོད་དང་རྒྱ་རབ་དང་ལོ་རྒྱུས་དང་ཚང་མ་ལོག་བཤད་བྱེད་དོན་ཡང་དེ་ལ་སྐྱབས་བཅོལ་བྱེད་ཉེ་འོ་དེ་ཚོའི་དེ་སྐྱབས་མགོན་རིན་པོ་ཆེ་ཅིག་ཞག་སྟོང་མཇལ་ན་ཁོ་རང་ཚོ་ཅེས་ཞུ་བོད་ཅེས་རེད་འགྲོ་གི་རེད་བསམ་ཚར་འགྲོ་ཡོད་མ་གཏོགས་ང་ཚོ་ལ་རྩ་བ་རྙེད་ན་ཁོ་རང། སྐྱབས་མགོན་རིན་པོ་ཆེ་དངོས་སུ་མཇལ་བ་དང་མ་མཇལ་བ་ལ་ཁྱད་པར་སྐར་མ་ལྔ་བཅུ་ཡོད་མ་རེད་སེམས་གཏིང་གི་དད་པ་ལ་ཉིན་དེ་ངེས་པར་དུ་དགོས་རེད་རེད་བ། སེམས་གཏིང་གི་དངོས་གནས་ཀྱི་དད་པ་དེ་ཡོད་སོང་ན་བླ་མ་དངོས་སུ་མཇལ་མ་མཇལ་ལ་ཁྱད་པར་སྐར་མ་ལྔ་ཡོད་མ་རེད། དེང་སང་ལ་ཅི། སོ་ནག་ལོས་དང་གྱང་རུམ་ཅན་མཇལ་ཁ་མ་རག་པའི་རྒྱུ་མཚན་བརྟན་བཞུགས་བསྐྱལ་ཡང་མ་རག་པའི་རྒྱུ་མཚན་ལ་ལ་ལས་མི་སྲིད་གྱང་རག་ཡ་ཁེ་ཡོད་མ་རེད། ཁོ་རང་གི་ལུས་ངག་ཡིད་གསུམ་གི་དད་པའི་ཐོག་ནས་རྒྱ་གར་བར་དུ་འགྲོ་རེད། དེ་བསམ་ཆོག་གི་ནི་གྱང་གུ་རུམ་ཅན་ལ་དངོས་གནས་ཁོ་རང་བརྟན་བཞུགས་བསྐྱལ་ཚར་བ་རེད། ལང་ཀ་ནི་དངོས་གནས་བརྟན་བཞུགས་བསྐྱལ་ཚར་རེད་ད། ཁོ་རང་གི་ཀུན་སློང་གྱང་གུ་རུམ་ཅན་ལ་དངོས་གནས་ཁོ་རང་དེ། ལུས་ངག་ཡིད་གསུམ་གི་དད་པའི་ཐོག་ནས་གྱང་རུམ་ཅན་བརྟན་བཞུགས་བསྐྱལ་ག་འགྲོ་རུ་བ། དེའི་མ་ཐོག་གྱང་གུ་རུམ་ཅན་ལ་བརྟན་བཞུགས་བསྐྱལ་མ་བསྐྱལ་ཁྱད་པར་ག་རེ་ཡོད་རེད། གྱང་གུ་རུམ་ཅན་ལ་བརྟན་བཞུགས་བསྐྱལ་ནས་མ་བཞག་ལྷག་འདི་རྒྱུ་ག་འོག་ཏུ། སྐྱབས་མགོན་རིན་ཆེན་བསྟན་ཆོས་ཕུ་ཉོན་མར་མ་ཤི་ནས་སླར་དེང་ཆོས་འདུལ་བ་དང། སྐྱབས་མགོན་རིན་པོ་ཆེ་ལས་བསྟན་ཆོས་ཕུ་ཡར་མ་རག་ནས་དེ་རིང་དང་ཐ་ར་ཤི་གསུང་ཉན་འདུལ་བས། ཁྱད་པར་སྐར་མ་ལྔ་ཡོད་མ་རེད། བླ་མེད་ཀྱི་དད་པ་ལ་ཉན་དུས་སེམས་གདིང་ལ་གོ་རེད། བསྟན་ཆོས་ལ་ཉན་དུས་ཁྱེད་དང་བོད་པའི་སྤྱི་ཚོགས་ནང་ལ་ག་རེད་ད་ཧ་ཟེར་བག་ན་རེད་བག་ན་རྒྱ་གར་སྐད་ལབ་འདུག་དེ་ལ་གཡོ་སྒྱུ་ཁྲམ་གསུམ་བྱེད་ཡ། ལོ་བ་མགོ་སྐོར་བཏང་ཡ། བླ་མ་ལ་དཔེ་ལེགས་འཁྲབ་ཡ། རྒྱལ་མོ་དང་བླ་མ་ལ་ལུས་ངག་ཡིད་གསུམ་གྱི་དད་པ་ཡོད་པ་ནི་ཡིན་གཅིག་མིན་གཅིག། བླ་མེད་ཀྱི་མདུན་ལ་འགྲོ་གཅིག་འདྲེ་གཅིག་དཔེ་ལས་ཕྲ་བའི་དུས་ཡོད་མ་རེད། བླ་མ་ལ་དངོས་གནས་ཁོ་རང་དུས་གསུམ་མཁྱེན་པའི་མངོན་ཤེས་ཡོད་རེད། སྤེན་པ་ཚེ་རིང་གིས་དཔེར་ན་ཅིག་བསོད་ནམས་ཨ་ནུ་དང་སོ་བ་རེད་ཟེར་ན་དཀའ་རེད། སྐྱབས་མགོན་རིན་པོ་ཆེ་མངོན་ཤེས་ཀྱིས་མཁྱེན་གྱི་ཡོད་རེད་བསོད་ནམས་ཨ་ནུ་དང་བསོད་ནམས་ཅིག། སོ་བ་ཡིན་དང་མིན་སྐྱབས་མགོན་རིན་པོ་ཆེ་ལ་ཚད་མའི་ཤུལ་ཡོད་དང་མེད། ཁྱད་པར་ཅན་ཡོད་མ་རེད། བླ་མ་ལ་གཅིག། བླ་མ་མཇལ་ཁ་མ་རག་པའི་རྒྱུ་མཚན་གྱིས་ད་ལྟ་རང་ཤི་འགྲོ་ཡི་གཅིག་དང་བླ་མ་ལ་མཇལ་ཁ་རག་ཟེར་ན་མ་ཤི་བའི་ལྷ་ཡི་དུས་ཡོད་སུ་འདུག། བླ་མ་འདི་ག་མ་ལགས་རྒྱུ་མི་སྐྱེ་ཡོད་མ་རེད། འདི་ག་ར་རྒྱོ་དེ་ནས་དེ་ནས་མ་ཤེས་ལགས་རྒྱོ་རྒྱུ་ག་བ་དོ་ད་འདྲ་དེར། བླ་མ་ལ་བརྟན་བཞུགས་སྐྱ་ཡ་སྐྱ་ཡ་མ་ར་ནས་ཤི་སོང་རྒྱོ་ག་བ་དོ། བླ་མ་ལ་བརྟན་བཞུགས་སྐྱང་ཉིད་ཀྱི་ད་འདྲ་རྒྱ་ལྕགས་སྟོང་དུ་ཁྲིད་དེ་ཤི་ནས་ཤི་ཚར་རེད། སོ་སོ་གི་ཚེ་དང་བསོད་ནམས་རྫོགས་སོང་ཙང་ན་བླ་མའི་ཁའི་བྱེད་ཡ་ཡོད་མ་རེད་འགྲོ་ཡ་གི་དུས་ཚོད་སླེབས་ན་འགྲོ་ཡ་རེད།

མིའི་ཀུན་སློང་ལ་ཉན་ཏེ་བཟང་པོ་དགོས་རེད་ཁོ་རང་གི་ཀུན་སློང་དངོས་གནས་ཁོ་རང་རྣམ་དག་ཅིག་ཁས་འཆེ་ནས། ས་ཕྱིའི་རྒྱ་གར་ནས་རྒྱ་གར་བར་དུ་འགྲོ་རེད་སྐྱབས་མགོན་རིན་པོ་ཆེ་ལ་བརྟན་བཞུགས་བྱ་སྐྱབས་མགོན་རིན་པོ་ཆེ་མཇལ་ཁ་ཞུ་ཡ་འགྲོ། དེ་ཙམ་གྱི་སྒོ་ནས་སྐྱབས་མགོན་རིན་པོ་ཆེ་མཇལ་ཁ་རག་ཚར་རེད་བརྟན་བཞུགས་བསྐྱལ་ཚར་རེད། ནང་པ་སངས་རྒྱས་ལ་ཉན་ཏེ་ཀུན་སློང་ག་ལ་རག་ལས་ཡོད་རེད་ཁྱོད་རང་ཚོ་ཀླད་སྟོང་དར་ནག་ཁྱོད་ཚོ་ཨ་ཀོ་མ་རེད། ཁྱོད་རང་ཚོ་མི་ལ་བརྟེན་གཅིག་པོ་རུ་བ། ཁྱོད་ཚོ་གིས་བསོད་ནམས་ཀླུ་དང་སྐྱབས་མགོན་རིན་པོ་ཆེ་མཇལ་ཁ་མ་རག་ནས་བསོད་ནམས་ཀླུ་དང་ཤི་ཏུ་འདུ་བས། བསོད་ནམས་ཀླུ་དང་ད་ལྟ་བསྡད་ཡོད་ར་ད་སྐྱབས་མགོན་རིན་པོ་ཆེ་མཇལ་ཁ་རག་ཡོད་མ་རེད། སྐྱབས་དགོངས་རིན་པོ་ཆེ་ལ་དེ་ནས་ཅི། བརྟན་བཞུགས་སྐྱ་ཡང་མ་རག་བྱས་ནས་སུ་ལང་ལུགས་དང་ཤི་ཚང་འདུལ་བས། སྐྱབས་དགོངས་རིན་པོ་ཆེ་ལ་བརྟན་བཞུགས་སྐྱ་ཉན་གྱི་མི་བརྒྱ་ཆ་སྟོང་ཐོག་ཁྲིད་དེ་མ་ཤེས་པ་སུ་ལྷག་དུ། སྐྱབས་དགོངས་རིན་པོ་ཆེ་ལ་ཅི་མཇལ་ཁ་བྱས་ན་སྐྱབས་དགོངས་རིན་པོ་ཆེ་མཇལ་ཁ་མ་རག་གྱོན་མི་རུ་བ་ཤི་སོང་ཆེ་ག་བ་འདུག། མཇལ་ཁ་མ་རག་ནས་ཤི་བ་རེད་ལ་འདི་རུ་འདུལ་བས་ཁྱད་པ་ཅི་ཡོད་མ་རེད། བླ་མེད་ཀྱི་དད་པ་ལ་ཉིད་དུ་སེམས་འདི་ལ་དགོས་རེད། ང་ཚོར་ཧ་གོ་གི་རེད་སུ་ལང་ལུགས་དང་སྐྱབས་དགོངས་རིན་པོ་ཆེ་ལ་དད་པ་ག་ཚོད་ཡོད་མེད་ཁོ་རང་གིས་ལས་འགུལ་སྤེལ་སྟངས། ག་ལ་ཁོང་གི་ལས་འགུལ་ག་འདྲའི་སྤེལ་གི་འདུག་ག་དུས་གཞན་ལ་དངོས་གནས་ཁོ་རང་ཀྱི་དམངས་གཙོ་གི་ལམ་ལུགས་དེ་མཐུན་ཕྱིན་ནས། སྨྲ་བརྗོད་རང་དབང་གི་ཐོག་ནས་ཁོ་རང་གི་བསྟན་པ་དོན་དུ་སྤྲང་པོ་འཕྲང་བརྒྱག་གཡོ་སྒྱུ་ཁྲམ་གསུམ། རྐུན་མ་ཇག་པ། ལོ་བ། སྲིད་དབང་སྒེར་འཛིན་དེ་ཚོ་ལ་བཟོད་སྒོམ་མ་བྱེད་ཕྱིན་ནས་སྔོན་ནང་ཁོང་མི་དམངས་ལ་ཕ་ས་བཤད་ཕྱིན་ནས་འདི་བྱེད་འདི་བྱེད་ག་ཚོད། དེ་ནས་ད་ཅིག་དར་ནག་ནང་དུ་ཡོད་པའི་ཨ་མདོ་དང་འུ་ཚང་གི་ཇག་པའི་ཇག་ཚོགས་ཞིག་འདུག་བ་ལ་དེ་ཚོ་རྣ་བ་འགྲོ་གི་ཡོད་མ་རེད་ཁྱོད་ཚོ་རྣ་བ་མ་འགྲོ་ན་ཧ་ལས་གལ་ཡོད་མ་རེད།

དོགས་ཟོན་ཡུལ་ཕྱོགས་ཀྱི་མི། རེ་བ་དེ་བྱེད་པ་ག་སོང་ད་དམ་ཉམས་དེ་དང་མཉམ་དུ་དེ་ནི་ཆོས་དང་ཟང་ཟིང་གི་བོད་དོན་འབྲེལ་བ་བྱེད་ཉིན་ང་ཚོ་ཆོལ་ཁ་དང་ཆོས་བརྒྱུད་ཀྱི་སྤྱི་འཐུས་རྣམ་པ་ལྷ་རྒྱ་རི་རྣམ་དཔྱོད་དུ་སྒྲོལ་དཀར་བྱེད་པ་ཚང་མ་དམ་ཉམས་ཡིན་པའོ། དེ་འདྲའི་སྐད་ཆ་བཤད་ནས་ཁུ་ཐང་ཐང་དེ YouTube ལ་ངས་མཐོང་སོང་ཨ། དེ་སོང་ནས་ངས་ལམ་སང་སླེབས་ནས་ད་ཅིག་མ་ལ་ནས་འགྲིག་མི་འདུག་དྲན་སོང་ཨ་བླ་མས་དམ་ཚིག་ལ་ཉན་དུ་ག་འདྲ་བྱེད་སླ་བོ་རེད་བླ་མས་གི་གཡོ་སྒྱུ་ཁྲམ་གསུམ་མ་བྱེད་རྐུ་མ་བྱ་ཕག་མ་བྱེད་བདེན་པ་བྱེད་སྤྲང་པོ་བྱེད་རེད་བ་དེ་བྱེད་ན་བླ་མའི་གི་དམ་ཚིག་དེ་རེད་ད། ད་ཁོ་རང་གི་ཁ་ནས་བླ་མའི་དམ་ཚིག་ལ་ཉེ་བླ་མ་ལ་གཅིག་བླ་མས་བླ་མ་ལ་དད་པ་ལ་ཉེ་ཚིག་དེ་ཁོའི་ཁ་ནས་དོན་ལས་ལེན་པོ་འདུག་བས། བླ་མའི་དམ་ཚིག་ཉམས་ན་ཉམས་མཁན་ལ་ཉེ་མི་ཁོ་འདྲ་བོ་གཅིག་བཞག་གོ་རྟ། འགྲོ་བ། སྤྱི་བེ་གི་དཔེ་ཤ་ཟ། བོད་མི་སྒྲིག་འཛུགས་ཀྱི་བླ་ཕོག་དེ་དཔེ་ཁོ་རང་བླ་ཕོག་རག་བས་དེའི་གེ་དེ་ནི། ཅེས། འདོད་པ་མ་ཚིམ་པའི་རྗེས་ནས་དཔེ་ཤ་སྤེལ་ན་ཟུར་དུ་ཟུར་ཟ་བྱེད།

ད་ག་མ་ག་ཅིག། དཔང་རྟགས་ར་སྤྲོད་ཁྱོད་ནས་བྱས་མེད་ཆོག་གེ་ཅིག། མི་གཅིག་གི་རྩོམ་རྒྱབ་ཀྱང་དེའི་ནང་ལ་གྱང་རོང་པོ་ཅན་ལ་འཚེ་མེད་ཞུ་དོན་ལ་ཉེ་སྟེ་རྩ་བ་ཉིད་ནས་འགྲིག་ཡོད་མ་རྟ། སོ་ནག་ལུང་ཐང་གི་རྩོམ་བྱ་རྒྱུ་རྩོམ་ཡིག་ཤོར་ར་དེ་ངེས་པར་དུ་ངའི་ལག་པ་སུ་རག་པ་བྱས་ནས་སོ་ནག་ལུང་ཐང་ཕར་ལམ་ངའི་རྒྱ་གར་ལ་ཕར་བཏང་བྱས་ནས་སྤྱི་ཟླ་གསུམ་པའི་ནང་ལ་དངོས་གནས་ཁོ་རང་སྤྱི་འཐུས་དྲུག་ཚོགས་ནང་ལ་དེ་ནས་ད་ང་ཚོ་བཅུ་གཅིག་གི་སྤྱི་འཐུས་རྣམ་པ་གཅིག་གི་མར་ཀློག་གནང་བྱས་ནས་ད་དེའི་ནང་ལ་སྤེན་པ་ཚེ་རིང་ཁོ་རང་བསྟན་ཞོར་ཟ། གསོ་ལག་ལ་ཐུག་པའི་སྐྱབས་འཁོར་མི་ཆེན་ཚད་མའི་ཞུ་ཕྱོགས་ཀྱི་ཚིག་ག་པར་འདུག་ས་རེད། བ་དེ་སོགས་ཏིང་ངེ་པར་དུ་ང་ཚོས་ད་ལྟོས་ར་བྱེད་ལག་འཁོར་རམ་མ་གཏོགས་གསོ་ལག་ནང་ད་ལོ་སྔོན་ལས་འཁོར་རམ་མི་དཀར་བོ་ལ་ཤ་ནག་པོ་གཡོག་གྱུར་ད། ད་ཐིག་གི་ད་ལྟ་ཁེབས་སངས་ལེན་བྱས་ནས་གསོ་ལག་རྡོ་རྗེ་ལགས་གཉིས་ཀྱིས་ད་ལྟ་དར་ནག་གི་ཇག་པས་ཇག་ཚོགས་བཀུག་མ་ཐིག་གི་དེ་ནས་གསོ་ལག་ནང་ད་ལ་ག་དུས་ན་ད་ཁོས་མ་ཉེས་ཁ་ཡོག་ཞི་མི་སྐྱོན་འཚོལ་བྱས་ནས། དགའ་ལྡན་ཕོ་བྲང་ཕྱོགས་ནས་ཁ་གསལ་ཕེས་སྤུག་ནང་དེ་ནས་དཔེར་ན་གཅིག་ཡི་གེ་དཔེར་ན་གཅིག་ཕྱག་བྲིས་འདྲ་བོ་དེ་འདྲ་ཕེབས་ཤག་དེ་འདྲ་བཀྲམ་ཤག་དེའི་ནང་ལ་ཀྱེ་ཧ་ལས་གེ་སྤྱོད་ད་ལྟ་བར་དུ་བྱུང་མ་མྱོང་ག་ལ་དུས། བླ་མ་ལ་དམ་ཚིག་མེད་ཀྱོ་བླ་མ་ལ་དད་པ་མེད་ཀྱོ་དེ་ཚོ་དེ་ནི་བརྟན་བཞུགས་བཅའ་ག་ལ་ནི་མ་ཕེབས་ན་ཡག་པོ་ཡོད་ལགས་འདུག། དེ་ཕེབས་ན་ད་སོང་ནག་ནུས་ཚང་ལ་འདྲ་བོ་ཆ་ཞག་ནག་ཚུགས་ལགས་འདུག་ཨ། འོན་ཀྱང་སྔོན་གྱི་འཇལ་བ་བཏང་ཡོད་མ་རེད། དེ་ཚོ་དང་ཁོ་དམ་ཉམས་ཡིན་པའི་རྒྱུ་མཚན་གྱིས། དེ་ནས་ཁོ་དང་མཉམ་དུ་ཆོས་དང་ཟང་ཟིང་གི་དང་འཇལ་བ་ཕྱི་ཉིན། ང་ཚོ་འདུས་སྡོད་ཆོ་ག་དང་ཆུ་རྒྱུན་གྱི་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་དང་བཅས་པས་ནམ་རྒྱུན་སྐྱིད་ཐང་སྐོར་ར་བོད་མི་རིགས་དཔེར་ན་ཐུགས་སུ་བཅངས་བྱས་ནས་ནི་གླིང་ཁུལ་དཔལ་ལྡན་གཉིས་ཐེབས་ཚོགས་ལ་སོ་ནང་བློན་ཐག་གི་མཇལ་ཁ་ཞུ་དཔེར་ན་མཇལ་འཕྲད་གནང་ཡོད་རེད་ཁོང་རྣམ་པ་དང་ཐུགས་འཕྲད་བྱས་མཇལ་འཕྲད་བྱས་མཉམ་དུ་གསོལ་ཇག་བྱས་དེ་ནས་དུས་སྐབས་མི་གསུང་ད་དེ་བས་ཁོས་གི་ད་ད་ད་དེ་ཡང་ཇག་ན་དར་ནག་ཇག་ཚོགས་དེ་གི་ཐོག་འདུ་བ་སོ་ན་དུ་ཅིག་གི་པར་སྟེང་ཁ་ཅིག་འདུ་དེ་ཚོ་ན་ང་ཚོ་གི་ཆོལ་ཁ་དུ་ཆུ་ཆུ་གི་བཅུ་དུས་རྣམ་པ་དེ་ཚོ་ཚང་མ་དམ་ཉམས་རེད་འདུ་འདུ་ཅིག་གི་འདུ་ཁོ་ན་ཨ་རིལ་དེ་ཡང་ཇོག་རིང་པོ་འདུག་ཚུགས་སུ་སྣ་བསྐྱེལ་སོང། རྒྱལ་བ་རིན་པོ་ཆེ་ལ་སོགས་འཁོར་འདྲ་བོ་ཅིག་ང་ཚོ་ང་རྒྱལ་སོ་འདས་ལ་ཡོད་ནས་ངས་ཆོག་རིན་པོ་ད་ལྟ་རང་ངས་ཁོའི་ནང་འགྲོ་གི་རེད་ད་ལྟ་རང་ང་ཁོའི་ནང་འགྲོ་གི་རེད། ཁོའི་ནང་ལ་འགྲོ་ཟེར་མདོ་སྟོད་ཆོལ་ཁ་དང་ཆོས་རྒྱུད་ཀྱི་སྤྱི་དོན་རྣམས་ལྷ་རྒྱལ་རང་རྣམ་དཔྱོད་འགྲོ་ཁ་དང་བཅས་པའི་དམ་ཉམས་ཡིན་པ་ལས་ཁོ། བདེན་པ་རབ་འཕྲོ་ཆོས་སྤུ་རུབ་ཐལ་བྱས་མེད་སོང་ན། ངས་ཁོའི་ད་ག་མ་ག་ཁོའི་སྤྱིར་བྲོ་ཚང་ན་དོན་ཁ་བདེ་བོ་བཤད་ནས་ངས་ཆོག་རིན་པོ་ངས་ཁོའི་ཞག་མར་ད་ནག་བྱོ་སོང། ཨ་རི་ན་ཡོད་ཆོག་གི་ད་ཅིག། འདོད་འདོད་ཀྱི་མི་མང་མང་པོ་ཡོད་རེད་དེ་ནས་ང་རང་ཚོ་དག་ཅིག་འདོད་འདོད་ཀྱི་ཆོ་ག་དང་བཅུ་གཅིག་གི་སྤྱི་འཐུས་རྣམ་པ་དེ་ཚོ་དག་ཅིག་ཆོ་ག་དང་བཅུ་གཅིག་གི་སྤྱི་འཐུས་ཀྱི་དཔེ་ན་འདུ་ཤེས་བཞག་པ་ཙམ་ཡང་མ་གཏོགས་ཁོང་རྣམ་པ་ལ་ཅི་ཡང་རིན་ཐང་དང་ཁོང་རྣམ་པ་ལ་ཆེ་མཐོང་སྤྲད་ཉེན་ཕུད་ཅི་ཨ་རིའི་ནང་ལ་ངས་ཅིག་འདོད་འདོད་མི་མང་ཡོད་ས་མ་རེད་བསམ་ཚང་འདྲ་བོ་བསམ་ཚང་ང་དེ་འདྲ་བོ་དོགས་པ་ཟག་འདུག་ད་ཇོ་རིན་པོ་དོགས་པ་ཟག་འདུག་ཡང་མ་གཏོགས་ང་ས་དེ་ཅིག་ས་ཐག་རིང་པོ་དག་པས་ཀི་ལོ་མི་ཏེར་བཞི་སྟོང་ལྔ་སྟོང་ནང་ལ་ཡོད་པའི་སྐབས་སུ་ངས་ཀི་སེམས་པ་འདི་འདྲ་ཅན་དག་ན་ཚ་དང་ཡོད་རེད་ཁོང་ཚོ་དེ་ཉེ་འགྲམ་ཙམ་ལ་ཡོད་ལ་མི་ཁ་བདེ་བོ་དེ་ད་ག་སོང། དགོས་པ་རྒྱུ་མཚན་ཁྱོན་ནས་མེད་ཀྱང་འདོད་དགའ་འདོད་འདོད་ཀྱི་ཆོ་ག་དང་ཆུ་རྒྱུས་ཀྱི་སྐྱིད་སྡུག་རྣམ་པ་དེ་ཚོ་དམ་ཉམས་ཡིན་པ། ཡིན་དགོས་པའི་རྒྱུ་མཚན་ག་ལ་ལྟོས། སྐྱིད་དང་སྐྱིད་ཡོད་སོང་ནའང་ལུས་དང་དམ་ཉམས་རེད། རོ་བ་རྐྱང་གུ་རུ་མི་སྐྱེ་ཡང་དམ་ཚིག་དགེ་ཆོག། དམ་ཚིག་དགེ་ཆོག་རྐྱང་གུ་རུ་མཇལ་ཚེ་མེད་ཞུ་ཡོད་རེད། ཚེ་མེད་ཞུ་ཆོག་གི་ཚིག་གསལ་བོ་རྩ་བ་ཉིད་ནས་བསྟན་ཡས་མེད་ཅོག་རོ་བ། དེ་ཚོ་ཚང་མ་ང་ཚོ། སོང་ནའང་ལུས་དང་གི་རྩོམ་བྱོས་ར་དེ་ངེད་ལ་བ་ཚུགས་ར་བྱས་ནས་ངས་ཞོགས་རིན་པོ་ཆོ་ག་དང་ཆུ་རྒྱུས་ཀྱི་སྐྱིད་སྡུག་རྣམ་པ་དེ་ཚོ་ཡག་པོས་བྱས་ན།

ངེས་པར་དུ་ང་ཚོ་གི་ཐ་ན་སྐྱེ་སྐྱེ་སྟོབས་གསུམ་པའི་གྲོས་ཚོགས་ནང་ལ་ཨེ་ནས་ཅི་དང་སོ་ནང་ལུགས་དང་ཁོ་རང་དང་ང་ཚོ་ཁྱོ་ག་དང་ཁྱོ་ཁྱོ་གི་སྤྱི་ལུས་རྣམ་པར་ལྷ་རྒྱ་རི་རྣམ་རྒྱལ་དུ་སྒྲོལ་བར་ཚང་མ་མཇལ་འཕྲད་བྱུང་ནས་ཁོང་རྣམ་པ་ལ་སྔར་ནས་ཐུག་དང་གོ་ཅི་འབྲེལ་བ་ཆེན་པོ་ཡོད་རེད་ཁོང་གི་མཁྱེན་གི་ཡོད་རེད་ཁོང་རྣམ་པའི་ཕྱོགས་ནས་ལན་གཅིག་ག་ལོ་དང་སོ་ནང་ལུགས་ཐང་གི་དཔེར་ན་ཅི་བཀའ་མོལ་གསུང་བསྡད་པའི་སྐབས་སུ་བཀའ་མོལ་གསུང་བྱ་དུས་སོ་ཅི་དང་ཅི། ཉེ་རིང་ཆ་ཚང་གི་བཀའ་མོལ་མ་ཡིན་པ་དངོས་གནས་ཁོ་རང་ཅི། བོད་ཀྱི་དཔེར་ན་རྩ་དོན་བོད་མི་རིགས་ཐུགས་སུ་བཅང་བྱས་ནས་ཁོང་གི་བཀའ་མོལ་གསུང་གི་ཡོད་རེད་མ་གཏོགས་དེའང་མ་ཡིན་པར་ཁོས་ཀྱི་ཉེ་རིང་ཆགས་སྡང་ཐོག་ནས་དཔེར་ན་ཅི། སོ་ནག་ནུས་ཐང་གིས་དཔེར་ན་གཏམ་བཤད་གནང་བ་སོགས། དེ་རོགས་ཅི། ཉེ་རིང་ཆགས་སྡང་དང་དེ་ནས་ཅི། ཆོས་གསུམ་དཔེར་ན་ཅི་སྤོ་རུ་ལ་དཀྲུགས་ཤག་གིས་དེ་འདྲའི་སྐད་ཆ་བཤད་པ་ཡིན་ན། འདོད་དོན་ཆོ་ག་དང་ཆོས་བརྒྱུད་ཀྱི་ཆེད་དུ་ལྷ་རྒྱལ་རི་རྣམ་རྒྱལ་སྒྲོལ་དཀར་དང་བཅས་པས་དཔེར་ན་ཅི། སོ་ནག་ནུས་ཐང་དཔེར་ན་རྡ་རམ་ས་ལ་ལ་དཔེར་ན་ཕ་ཕ་བའི་ཀླད་པའི་སྐབས་སུ་ཁོ་ཚོ་ཐུགས་ཀར་ཁ་བ་དཀྲུགས་པ་རེད། འདོད་དོན་གྱི་ཆོ་ག་དང་ཆོས་བརྒྱུད་ཀྱི་ཆེད་དུ་དཔེར་ན་ལྷ་རྒྱལ་རི་རྣམ་རྒྱལ་སྒྲོལ་དཀར་བཅས་པས། ཁོང་རྣམ་པ་དངོས་གནས་ཁོ་རང་ང་རང་གཙོས་ཀྱི་བོད་མི་རིགས་ལ་ཉེས་ཐུགས་སུ་བཅངས་ནས་ཕྱག་ལས་གནང་མཁན་གཅིག་གིས། བོད་མི་རིགས་ལ་ངོ་དཀྲུག་ཡ་དང་བོད་མི་རིགས་ཀྱི་དཔལ། འཆམ་མཐུན་དང་མཐུན་སྒྲིལ་དོན་གསུམ་རྩ་མེད་བཏང་མཁན་གྱི་མི་སྤྱི་ལ་ག་བ་ཐུག་གི་རེད། ཁོང་རྣམ་པར་ཚང་མ་མཇལ་འཕྲད་བྱུང་འདུག་ཨ། མཇལ་འཕྲད་བྱུང་མཉམ་དུ་གསོལ་ཇ་བཞེས། དེ་ག་རེ་བསྟན་དགོས་རེད། དེ་ཚོ་ད། དངོས་གནས་ཁོ་རང་གཅིག། ང་རང་ཚོ་ད་ལེགས་ཉེས་ཀྱི་དཔེ་ན་རྣམ་པར་འབྱེད་ཐུབ་ཉེན་རེད། བདེན་པ་དང་བདེན་རྫུན་རྣམ་དབྱེ་འབྱེད་ཤུབ་ཉེན་གྱི་མི་དེ་ཚོ་ཀྱིས། ཁོང་རྣམ་པ་ལ་ཡག་བལྟ་བྱས་ནས་ད་སོང་ན་ཨ་ནུ་ད་མི་ག་འདྲ་རེད་ཤག། རེད་བ། དེ་ང་ཚོ་ཧ་གོ་བ་བྱེད་དགོས་རེད་ད། སོ་ནག་མོ་དང། གཅིག། རྐྱང་རོང་མོ་བཅས་འཚེ་མེད་ཞུ་ཉེས་རེད་འདུག་དང་མི་འདུག་རོ། བ། དེ་ནི་ཁོ་དམ་ཉམས་རེད་འདུག་དང་མི་འདུག། ཁོས་གི་བྱེད་སྟངས་ཁོ་རེ་སྤྱི་ཚོགས་དྲ་རྒྱའི་ཐོག་ལ་དོན་གྱིས་ལ་ཀ་མེད་གསུངས་པའི་སྐབས་སུ། ཀ་མེད་གསུངས་དགོས་ཡ་དེ་ལ་དགོས་པ་རྒྱུ་མཚན་འདུག་དང་མི་འདུག་གདན་དྲངས་གི་བས་ན་ཀ་མེད་གསུངས་ངེས་རེད་འདུག་དང་མི་འདུག། ང་རང་ཚོ་འདོད་དུས་ཆོ་ག་དང་ཆུ་རྒྱུད་ཀྱི་སྤྱི་འཐུས་ལ་རྒྱ་རི་རྣམ་རྒྱལ་དུ་སྒྲོལ་དཀར་བཅས་པ་ཚང་མ་བས་ན་རྒྱལ་གྲས་བཅས་པ་ཁོང་ཚོ་ཁོང་རྣམས་པ་ག་འདྲ་ཐུགས་མཉེས་པོ་གནང་གི་འདུག། མི་བཟང་པོ་ལགས་ཉིད་དང་དེ་འདྲས་བྱས་པ་རེད། མི་བཟང་པོ་ལགས་ཉིད་ནི་བཟང་པོ་གི་བཟང་པོ་ཕྱིན་གི་རེད་བ།

སྐད་ཆ་བཤད་འགྲོ་དེ་ཉིད་དུ་སོང་དེ་ནས་དམ་ཉམས་རེད་སྐྱག་མགོ་རིན་པོ་ཆེའི་མཚན་མེད་ཤོད་ཆོག་རེད་སྐྱག་མགོ་རིན་པོ་ཆེ་སྐྱིད་སྤྱོད་ཆོག་རེད་དེ་ནས་ཀྱི་རྒྱ་གར་གསང་བའི་ལས་ཁུངས་ཀྱི་དོགས་ཟོན་བྱས་ནས་སྐྱག་མགོ་རེད་དེ་འདྲ་བྱས་ན་ད་བབ་ཆོག་གི་གཏམ་རྐྱང་རྐྱང་སྐད་ཆ་རྫུན་མ་རྐྱང་བཤད་ནས་ཨོ་དེ་འདྲ་བྱས་ད་སྤྱི་ཚོགས་དྲ་རྒྱའི་ནང་དེ་འདྲ་བྱས་འགྲོ་དེ་གི་འདུག་ཨོ་དེ་ཚོ་རྩ་བ་ཉིད་ནས་ཁོ་རང་ཡག་པོ་མ་རེད་ད་ཇོ་རིན་པོ་མ་རེད། ངའི་སོ་ནག་རླུང་དང་གི་རྩོམ་དེ་ངེས་པར་དུ་ཚུར་རག་པ་བྱས་ནས་ངའི་སང་ཉིན་ན་ཉིན་འབྲེལ་བ་བྱེད་རོགས་འགོ་ནས་རྒྱུག་པ་དུ་ངའི་ཁ་རྩེ་ཚར་གཅིག་ལོ་དེའི་ནང་ལ

སྔོན་ལས་ཁོ་རང་སོང་ནའང་ནང་དོན་གྱི་མཚན་སྨོད་ཞུ་ཆོག་གི་ཚིག་བཅད་མི་འདུག་ལན་གསུངས་ཙང་ཨོ་དེ་ལ་ཡི་ངེས་འགྲོ། སོང་ནའང་ནང་དོན་གྱི་རྩོམ་ག་ཚད་མང་ག་ཚད་རྒྱག་ཡོང་ན་དེའི་ནང་ལ་སྐྱག་མོ་རུམ་བརྒྱའི་མཚན་སྨོད་ཞུ་ཆོག་གི་ཚིག་ཐོག་མ་གསུངས་དང། ཚིག་ཡོད་པ་ནི་ངས་ནི་མགོ་ནས་མཇུག་བར་དོར་ལ་གར་སྐྱེ་ནི་མ་རྙེད། རེད་ཀྱི་ད་གོ་ན་ད་ཅི་ཡོད། ནང་པ་སངས་རྒྱས་ཀྱི་དཔེ་ན་ང་རང་ཚོ་ད་ཅི་ཡོད་བོད་པའི་ནང་པ་སངས་རྒྱས་ཀྱི་སྤྱོད་ལམ་སོགས་ནི་ཅི། མདོ་རེད་སྔགས་རེད་དེ་ནི་ཅི་དབུ་མ་རེད་ཚད་མ་རེད་མངོན་པ་རེད། བསྡུ་བ་རེད། དེ་ནས་མདོ་སྡེ་རེ་ཚང་མ་མགོ་ནས་མཇུག་བར་དུ་ཅོག་རོང་པོ་ཆགས་སྡང་དཔེ་ལ་གཅིག་ཉམས་སུ་རྟོགས་ནས་སྔོན་ལུགས་སློབ་སྦྱོང་བྱས་ཚར་ཆོག་གི་མི་བྱེད་རོགས། དེང་སང་ལ་སོགས་ནང་བློན་དག་གི་དེའི་ནང་ལ་སྐྱབས་མགོན་རིན་པོ་ཆེ་གི་མཚན་མེད་ཞུ་ཆོག་ཚིག་ཡིན་ན། ཅེས། ང་ཚོ་གི་དཔེ་ན་ཅིག་བསགས་པ་དང་བསགས་པ་དང་རྒྱ་ཆེ་བའི་རྒྱུ་མཚན་གྱིས་དཔེ་ན་རྟོགས་མ་ཐུབ་པ་དེ་འདྲ་རྩ་བ་ཉིད་ནས་ཡོང་མི་སྲིད་པ་རེད། དེ་ནས་སོང་ཙང་དེ་ན་རྩ་བ་ཉིད་ལོག་གི་ལ་སྐྱབས་མེད་སྐྱབས་མགོན་རིན་པོ་ཆེ་ལ་མཚན་མེད་ཞུ་ཆོག་གི་ཚིག་མི་འདུག་གོ། འོ་དེ་སོང་དེ་ལ་ང་ཚོ་གིས་ངེས་པར་དུ། དེ་ནས་ཡང་ལྟག་ཅེས་གཙང་མ་གཙང་ཆ་བཟོ་གིན་གདའ་སྤྱི་དུར་གྲོ་ཚོགས་དཔོན་ནང་སྤྱི་དུར་གསུམ་པའི་ནང་ཡང་ཚོགས་འཁོར་རོ་བ། ཞེས་སོགས་ཏེ། གཙོ་ནང་ནས་ཐོག་གི་སྔོན་ནས་རྩོམ་དེ། མ་ང་ཚོ་གི་མ་དེ་བཅས་རོ་བ་དཔའ་བློ་གཅིག་རྒྱབ་བྱས་ནས། དེ་ནས་སྤྱི་དུར་གྲོ་ཚོགས་ལ་ཡར་ཕུལ། དེ་མེད་ན་དེ་ནས་ང་ཚོ་ཁ་པར་བརྒྱུད་ནས་བ་ཏང་ནང་འདྲི་གི་རོ་བ། དེ་ནས་སྤྱི་དུར་གྲོ་ཚོགས་ནང་ཀློག་བཅུག། དེ་ནས་ད་སྤེན་པ་ཚེ་རིང་དེ་ནས་བདེན་པ་རེད་འདོད་ལ་དྲ་བོ་རེད་རྫུན་མ་རེད་བྱ། ཁོས་གི་ཉེ་རིང་ཕྱག་ཐག་ཐུག་ནས་དེ་ནས་ཨ་ནུ་བསོད་ནམས་ཨ་ནུ་དང་སྐྱག་ལུང་ཅན་མཇལ་ཁ་མ་བཏང་སྟེ། ཁོ་རང་སྒེར་གྱི་ཐོག་ནས་སྙིང་ནད་ཡོད་པའི་རྒྱུ་མཚན་བྱེད་མཁན་དང།

ཁམས་པའི་མི་དེ་ཡོད་པའི་རྒྱུ་མཚན་ཡིན་དེ་རྣམས་ལ་དམ་ཉམས་ཀྱི་དེ་ནི་སྐྱབས་ངོར་མི་བྱེད། བླ་མ་ལ་དམ་ཚིག་མེད་ཀྱང། དེ་ནས་དམ་ཉམས་པ་དེ་ལ་དེ་ནི་སྐྱེ་བའི་བརྟན་བཞུགས་ཕུལ་བ་ལ་སྐྱེས་མ་སྦྱར་མ་ཕེབས་ན་ཡག་པོ་ཡིན་སླ་པོའི་རྒྱུ་མཚན་ག་རེ། ད་ལྟ་བོ་དང་བོད་ནས་བརྟན་བཞུགས་ཕུལ་ནས་བརྒྱ་ཆ་སྟོང་དང་ཁྲི་ཁྲི་ཆགས་ཡོད་རེད། རེད་བ། ད་ལྟ་བོ་དང་སྐྱབས་ངོར་མཇལ་བརྟན་བཞུགས་ཕུལ་མཉེས་ག་ཚོད་བྱུང་བ་རེད། ཉི་མ་སྐྱེས་དགའ་ལྡན་ཕོ་བྲང་གི་དེ་ནས། དེ་འདྲའི་སྐྱེས་ཕེབས་སྤོ་ན་བཀྲམ་ཚད་སང་ཉིན་ཁྱོད་ཚོ་བརྟན་བཞུགས་ཕུལ་གི་རེད། དེ་རྣམས་ལ་དམ་ཉམས་ཡོད་ཟེར་ན། དེ་ན་སྐྱབས་ངོར་མི་བྱེད་ལ་ཚད་མེད་ཞུ་ཉེན་ཡོད་ན། དེ་ནས། སྐྱབས་ངོར་མི་བྱེད་ལ་བརྟན་བཞུགས་བསྐྱངས་ན་འགྲིག་གི་མ་རེད་ཟེར་ནས། ཁ་སང་ང་ཚོ་བལ་ལ་སྐྱེས། བལ་པའི་ཆུ་ཚང་ན་ལས་དེ་ནས་གཞོན་སྐྱེས་རྣམ་པ་དེ་ཚོ་རྐྱང་བོར་བྱས་ལ་བལ་ན་དེ་ནས་འདི་ཕྱི་བའི་ག་སོ། ཨ། བརྟན་བཞུགས་བསྐྱལ་བའི་ག་སོ། དགའ་ལྡན་ཁོ་ན་གི་ཡི་གེ་ཅིག་ཁ་ཕྱིར་བཀྲམ་ཡོད་མ་རེད། རྐྱང་བོ་རིན་པོ་ཆེ་ལ་དམ་ཚ་རྐྱང་བོ་རིན་པོ་ཆེ་ལ་དམ་ཚད་མེད་ཀྱང། རྐྱང་བོ་རིན་པོ་ཆེ་ཚད་མེད་ཞུ་ཉེན་ཡིན་ན་དེའི་ནང་ལ་བལ་ན་གཞོན་ནུ་རྣམས་ལ་མེད་མི་སྲིད་པ་མ་རེད་བ། ཉེ་རིང་ཆགས་སྡང་རུང་བ་དེ་ཚོ། དགའ་ལྡན་ཕོ་བྲང་ལགས་ཉེ་གི་དཔེར་ན་ནང་དུ་ཡོད་པའི་ལས་ཀ་བྱེད་ཉེ་མི་དེ་ཚོ་ལ། སྐྱོན་བརྗོད་བྱེད་དགོས་ད་རེད་དང་མ་རེད་དེ་ཚོ་ནི་སེ་གོ་ཅན་ལ་ཧ་གོ་གོ་རོགས་དེ་ཉེ་རིང་ཆགས་སྡང་རུང་བ། ད་ལྟ་བོ་དང་རྒྱ་དངུལ་རུང་བཅས་དཔེར་ན་ཅིག་བརྟན་བཞུགས་དཔོན་ཉེ་བརྒྱ་ཆ་སྟོང་སྟོང་ཁྲི་ཁྲི་བྱུང་ཡོད་རུང་བ། དེ་ཚོ་ལས་ཉི་མ་བཅས་དཔེར་ན་ནི་དགའ་ལྡན་ཕོ་བྲང་གི་དཔེར་ན་ཧྥེ་སི་བུག་ན་ཡི་གེ་དེ་བཀྲམས་སོང་ཡང་ཁྱོད་རང་ཚོའི་བོད་ནང་བླ་མ་ལ་དད་པ་མེད་པ། བླ་མ་ལ་འཚེ་མེད་ཞུ་ཉེན་དེ་འདྲ་ཡོད་ན། བླ་མ་ལ་དཔེར་ན་གཏིང་ཤུགས་བཀྱག་པ་ལས་མ་བཀྱག་ན་ཡག་ག་ཡོད་རེད། དེ་འདྲའི་གི་གཏིང་ཤུགས་བཀྱག་ཚར་ན་བླ་མའི་སྐུ་ཚེ་ཐུང་ནང་འགྲོ་གི་རེད། ད་རང་ཚོ་བཟོས་བྱ་ཆོག་འདི་ཚོ། སོ་སོ་གི་རྩོམ་རྩོམ་ཀྱོག་རང་བཟོས་བྱེད་ཆོག་གི་ཚིག་རོ། ལྐུགས་པ་རོ། ད་ག་ཟེར་བོད་ནང་གི། རི་བོང་གནམ་ཐང་གི་སྡུག་བསྔལ་ལབ་འདུག་རི་བོང་ནམ་མཁའ་མཐོང་གི་མ་རེད་ཡིན་ན་ཁོ་གནམ་ནམ་མཁའ་མཐོང་གི་རེད་བསམ་ཚར་གི་སྡུག་བསྔལ་བྱས་འདུག་དེ་སྡུག་བསྔལ་དེ་བོད་ནང་མཐོང་མི་སྲིད་པ་ལ་དེ་འདྲའི་སྡུག་བསྔལ་བྱས་འདུག་རྒྱུ་ད་ག་ཟེར་ཁྲོམ་ལྷ་རོ།

ཅི་ཡེ། དམ་ཉམས་རེད་མདོག་མདོག་ཅན་དེ་ཤེས་ཀྱི་ཡོད་རོགས་ད། དེ་ཙམ་དང་ང་འདྲ་བོ་ཅན་ནས་དགའ་སྡུག་ཕོ་བྲང་ནང་ལས་ཀ་བྱེད་ཀྱི་མི་འདུག་ཇོ་རིན་པོ་ཡིད་ཆེས་བྱེད་མེད་ད་ཇོ་རིན་པོ་ཡིད་ཆེས་མེད། ཀརྨ་སྔ་ཕྱི་ཡིད་ཆེས་མེད་ད་བདེན་པ་བསྟན་བྱ་སྤྲང་པོ་དྲ་འཇག་ཡིན། ཡིད་ཆེས་ཀྱི་མེད། སྐད་ཆ་བདེན་པ་བསྟན་བྱ་ཤེས་དགོས་རོགས། དེ་ན་ཡོད་པའི་མི་དེ་ཚོ་ལས་ཀ་བྱེད་ནས་ཉེ་རིང་ཆགས་སྡང་ཆུ་ཕོག་གི་ལས་ཀ་བྱེད་དེ་ཡིན།

ང་ཚོ་སྐྱབས་མགོན་རིན་པོ་ཆེ་ལ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་ཀྱི་བདག་ཉིད་བརྩིགས་ཡོད་མ་གཏོགས་དགའ་ལྡན་ཕོ་བྲང་ནང་དུ་ཡོད་པའི་ལས་ཀ་བྱེད་ཉིན་དེ་ཚོ་ལ། སྐྱབས་མགོན་རིན་པོ་ཆེ་གི་ངོ་བོ་དབྱེར་མེད་དཔེར་ན་ཅིག་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་ཀྱི་བདག་ཉིད་ཡིན་པ་ང་ཚོས་ཁས་ལེན་བྱེད་ཀྱི་མེད་ད། ང་ཚོ་ངོས་ལེན་བྱེད་ཀྱི་མེད་ད། དེ་ཁྱོད་རང་ཚོ་དར་ནག་མི་དམངས་ཁྱོད་རང་ཚོ་གིས། སྐྱབས་མགོན་རིན་པོ་ཆེ་ལ་དཔེར་ན་གུས་ཞབས་དང་བརྩི་བཀུར་ག་ཚད་བྱེད་ཀྱི་ཡོད་པ་དེ་དགའ་ལྡན་ཕོ་བྲང་ལ་བྱེད་དགོས་ལབ་ན་དེ་ང་ཚོས་བྱེད་ཐུབ་ཀྱི་མ་རེད་ད་དུས་ནམ་དུ་ཡང། ཨ་ཁོ་ཚང་དེ་སྐྱེ་ཐུབ་ཀྱི་མ་རེད། དགའ་ལྡན་ཕོ་བྲང་ནང་ལོ་པའི་ནང་ལས་ཀ་བྱེད་ཉིན་དེ་ཚོ་ཚང་མ་སོ་སོ་སྐྱེ་བོ་གཅིག་པ་གཅིག་རྐྱང་རེད་ང་རང་ཚོ་དེ་གཅིག་པ་གཅིག་རྐྱང་རེད། ལོ་ཨ་དེ་ཚོ་དང་ཁོང་ཚོ་ལ་སྐྱོན་བརྗོད་བྱས་མ་བཅུག་པ་གལ་ཡོད་མ་རེད། ཁོང་ཚོ་ལ་གཅིག་སངས་རྒྱས་ནི་གལ་མ་རེད་ད་ང་ནི་སྐྱོན་མེད་ཁོ་ན་ཡིན་ལོ་ད་གཅིག་དངོས་གནས་སངས་རྒྱས་ཚང་ལ་ད་དངོས་གནས་སྐྱོན་ཡོད་མ་རེད། དེ་མ་ཐོབ་པས་ནི་སྐྱོན་མི་འཇོག་གི་མི་ཅི་ཡང་ཡོད་མ་རེད། དགའ་ལྡན་ཕོ་བྲང་ནང་དུ་ཡོད་པའི་ལས་ཀ་ཇི་སྙེད་ཐུབ་ས་ལ་སྐྱོན་བརྗོད་བྱེད་མ་བཅུག་པའི་རྒྱུ་མཚན་ག་རེད། ལྐུགས་པ་ར་བ། དར་ནག་ཇག་ཚོགས་ལ་བསྙད་དེ་དེ་ལ་བར་དང། སྐྱག་མགོ་རིན་པོ་ཆེ་ལ་གཅིག་དགའ་ལྡན་ཕོ་བྲང་ལ་གཅིག། སྐྱོན་བརྗོད་བྱེད་པ་དང་སྐྱག་མགོ་རིན་པོ་ཆེ་སྐྱོན་བརྗོད་བྱེད་པ་དང་གཅིག་པ་གཅིག་རྐྱང་རེད་ཟེར། སྐྱག་པ་སྐམ་པོ་དེ་ཟ་ལ་བར་དང་གི་དེ་ཚོ་ལ། ཨ་ཧོ་བཟང། དགའ་ལྡན་ཕོ་བྲང་ནང་ལས་ཀ་བྱེད་ཉན་གི་མི་དེ་ཚོས་ང་ཚོ་ཧ་གོ་རུ་བ། བྱ་བ་དང་སྤྱོད་པ་ག་འདྲ་ཡོད་མེད། ཁོང་ཚོ་ལ་སྐྱོན་བརྗོད་བྱེད་དགོས་ས་རེད་དམ་མ་རེད། དེ་འདྲས་སོང་ད་ལྟ། སོང་ལ་རྡོ་རྗེ་ལགས་ཉན་གི་མི་ངན་དེ་དག་ཁྱོད་རང། སྐད་ཆ་བཤད་ཡ་ད་ག་དུས་ཡིན་ན་ཅིག། མི་ལ་ཤི་རྨས་སྐྱོན་འཛུགས་མ་ཉེས་ཁ་ཡོད་བྱས་ཏེ་བཞག་ན་ཡག་པོ་ཡོད་རེད་དངོས་གནས་ཡག་པོ་ཡོད་རེད་ད། དེ་ལ་བདག་གིས། ཨ་རིའི་ནང་དུ་ཡོད་པས་ན་ང་རང་ཚོ་དངོས་གནས། འདོད་འདོད་ཀྱི་ཆོ་ག་དང་བྱུས་བརྗོད་ཀྱི་བཅུད་དུ་སྣང་བ་དེ་ཚོ་ལ་བདག་སོང་ན། ཅེས་ཨ་ནུ་ཚང་མཇལ་འཕྲད་བྱས་པའི་རྒྱུ་མཚན་ཅི། འདོད་འདོད་ཆོ་ག་དང་བྱུས་བརྗོད་ཀྱི་བཅུད་དུ་བརྟེན་ན་སླར་རྒྱ་གྲམ་རྣམ་རྒྱལ་སྒྲོལ་དཀར་དུ་བྱས་པ་ཚང་མ་དམ་ཉམས་ཡིན་པ་དེ་བདག་སོང་ན་རྡོ་རྗེ་སྒྲུབ་སྡེ་གི་རྡོ་བ། དེ་སོགས་དང་ཨ་རིའི་ནང་གི་ཡུལ་ཕྱོགས་ཀྱི་ང་རང་ཚོ། བོད་རིགས་སྤུན་ཟླ། ཅེས་དེའི་ནང་ནས་དེ་འདོད་འདོད་ཀྱི་ཆོ་ག་དང་བྱུས་བརྗོད་ཀྱི་བཅུད་དུ་སྣང་བ་དེ་ཚོ་ལ། ཅེས། སོ་སོ་གི་སྐུ་ཡི་སྐུ་ཚབ་དང་གསུང་གི་གསུང་ཚབ་ཀྱི་འདུ་ཤེས་བཞག་ཡོད་ན། ད་སོ་ན་རྡོ་རྗེ་ལགས་ངེས་པར་དུ་ང་ཚོ་གི་ད་ལན་གྱི་སྤྲེལ་གི་དུས་ཚོད་ལེགས་འདུག་མ་གཏོགས། ད་ཁོ་ག་ལེ་ག་ལེ་ག་ལེ་ག་ལེ། ད་ཁོ་ལ་ཞེ་གི་ཡོད་ས་རེད་བསམ་བསམ་འདྲ་བོ་ཅིག་གི་རྗེས་ནས་ང་དེ་འདྲ་བོ་ཅིག་ཡོང་དུ་ད། དེ་སོང་ད་ངས་ད་ཐག་རིང་པོ་འདི་ནས་སོ་ན་ཅེས་སོ་ན་རྡོ་རྗེ་ལགས་ད་འདི་བསྐུར་འདི་དུ་བསྐུར་གི་ཡོད་བ་དེ་སོང་ན་ཨ་རིའི་ནང་བཞུགས་ཆོག་གི། ང་རང་ཚོ་ཆོ་ག་དང་འདོད་དོད་གི་ཆོ་ག་དང་ཆུ་ཆུ་གི་སྤྱི་དོན་རྣམ་པ་དེ་སོ། ད་ད་དུང་སོ་ན་འབེལ་ན་ཅེས་སོ་ན་ཨ་ནུ་ཐང་རྒྱ་གར་ལ་ཕེབས་བྱས་ནས་རྗེས་དྲན་གནང་ཚོད་གི་ཆོ་ག་དང་ཆུ་ཆུ་གི་སྤྱི་དོན་རྣམ་པ་དེ་སོ། རྒྱལ་བྱང་བ་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་དང་བཅས་པ་ཚང་མ་ལ་སོགས་ལ་དུག་ཆོས་ཀྱི་དམ་ཉམས་རེས་ལ་འདུ་བ། དེ་ལ་ངེས་པར་འདུ། ཨ་རིའི་ནང་ལ་བཞུགས་མཁན་གྱི་དེ་ནས་འདོད་དོན་ང་རང་ཚུགས་པ་དག་གཅིག། འདོད་དོན་ཕོ་མོ་ཡོད་རུང་བ། རུང་བ། འདོད་དོན་གྱི་བོད་རིགས་སྤུན་ཟླ་ཡོད་རུང་བ། བོད་རིགས་སྤུན་ཟླ་དེ་ནས་ལྷ་རྒྱལ་རིགས་རྣམ་འབྱོར་སྒྲོལ་དཀར་ལ་དངོས་གནས་ཁོ་རང་ང་རང་ཚུགས། ཆོ་ག་སུམ་ཕྲག་གི་སྐུ་ཡི་སྐུ་ཚབ་ཏུ་གསུང་གི་གསུང་ཚབ་ཀྱི་འདུ་ཤེས་བཞག་གི་ཡོད་ན། ངེས་པར་དུ་སོང་ན་དུག་ཆོས་ལ་བརྡ་ལན་ཡག་པོ་ཅིག་སྤྲད་རོགས་བྱེད་ངེས། འོ་ད་དེ་ངའི་འབོད་སྐུལ་ཡིན་དངོས་གནས། དེ་ནས་ད་ཅིག། ངེས་པར་དུ་ངོ་ནས་དེའི་བརྡ་ལན་དེ་སྤྲད་དགོས་རོགས་མ་གཏོགས། དེ་ནས་དར་ཁོ་ཁ་ལེ་ཁ་ལེ་ཧམ་པ་ཚ་རུ་ཚ་རུ་ཚ་རུ། དང་པོ་དར་སོང་ན་ཨ་ནུ་ཐང་ཁོད་ཀྱི་དར་གྱི་ཡ་དམ་ཉང་རེ་ལ་ཉང་སྟོད་སྐྱ་སྔོ་རུ་མི་བཅས་ཚད་མེད་ཤུལ་ཉེ། དར་དེ་དང་མཉམ་པོ་ང་ཚོ་འདོད་དུས་ཀྱི་ཆོ་ག་དུ་ཆུག་ཆུག་གི་གཅིག་ཏུ་ནང་པ་དེ་ཚོ་མཉམ་དུ་ཁྲིད་འགྲོ་གི་འདུག་བ། དེ་ནི་འདོད་དུས་ཀྱི་ཆོ་ག་དུ་ཆུག་ཆུག་གི་གཅིག་ཏུ་ནང་པ་དེ་ཚོ། ང་རང་ཚོ་གི་འདོད་དུས་ཀྱི་ཆོ་ག་དུ་ཆུག་ཆུག་གི་གཅིག་ཏུ་ནང་པ་དེ་ཚོ་ང་རང་ཚོའི་དང་འདོད་དུས་ཀྱི་མི་མང་ག་ཚིག་ཡོད་པ་ན་དེ་ཚོའི་ཚང་མ་སྐུ་ཡི་སྐུ་ཚབ་དུ་གསུང་གི་གསུང་ཚབ་ཆགས་ཀྱི་ཡོད་དུས། སོང་ན་རྡོ་རྗེ་ལ་ད་བརྡ་ལན་སྤྲད་དགོས་ཀྱི་དུ་རེད་དང་མ་རེད། དེ་རྣམས་པ་ད་ཐོས་བསམ་བྱེད་དགོས་དུ་གལ་ཆེན་པོ་ཅིག་ཆགས་ཀྱི་འདུག་བ། ཁོ་རང་བསྡད་ས་དེ་ཨ་རིར་བསྡད་ཡོད་རོགས་ཨ། བསྡད་མ་ཐོན་ཅང་དྲང་པོ་དྲང་བཞག་གོ་རེད་ཁོ་རང་བྱུང་སོང་ན་ཁོ་རང་གདོང་ཐུག་བྱེད་ནས། གདོང་ཐུག་བྱེད་ནས་རོགས་ཨ། ཁྱོད་རང་གི་སོང་ནའང་ལུས་ཐང་ལ་དེ་འདྲས་བྱེད་ནས། སོང་ནའང་ལུས་ཐང་དེ་ནི་རྒྱ་མགོ་རོང་པོ་ཅན་ལ་འཚེ་མེད་ཞུ་ཕྱོགས་ཀྱི་ཚིག་ཐུག་སོགས་གསལ་བོ་གསལ་རྐྱང་ཁྱོད་ག་བ་བསྟན་ཡོད། ཁྱོད་ལ་ར་བདེན་པ་ར་སྤྲོད་ཡོད་བས། སོང་ནའང་དོན་དང་དམ་ཉམས་རེད་ལ་ཉེས་དང། སོང་ནའང་ལུས་ཐང་ལ་ཅི། རྒྱ་གར་གི་བན་དང་གསང་བའི་ལས་ཁུངས་ཀྱི་བན་དང་དོགས་ཟོན་བྱེད་ཀྱི་མི་རེད་ལ་ནི་ཁྱོད་ལ་དངོས་གནས་ཁོ་ལ་དེ་གི་བདེན་པ་ར་སྤྲོད་ཡོད་བས། བདེན་པ་ར་སྤྲོད་མེད་པ་ཡིན་ན། སོ་ནའང་ལུས་ཐང་ལ་དཔེ་ནས་བཅར་འདྲི་བྱེད་པའི་དགོས་ཚོ། དཔེར་ན་ལོ། སོ་ནའང་ལུས་ཐང་གི་དཔེ་ནས་འབྱེད་འདྲི་བྱེད་ཚར་གི། ང་ཚོས་འདུས་སྡོད་ཀྱི་ཆོ་ག་དང་ཆོས་བརྒྱུད་ཀྱི་སྤྱི་དོན་རྣམ་པ་དེ་ཚོ་ཁྱོད་ཚོས་དམ་ཉམས་པའི་ཚིག་ཆུ་ག་འདྲས་ཚེ་ཤེས་ཀྱི་ཡོད་ཟེར། དེར་དྲ་རྒྱ་ནང་ལ་འགྲོ་དེ་ཧོར་ཟླ་ཁོ་དྲ་རྒྱ་ནང་འགྲོ་ནས་ཁོ་རང་ལ་ད་ཆོག་ཇི་སྙེད་ཀྱི་ཨ་མདོ་དང། ཨོ་ཚང་གི་ཇག་པས་ཇག་ཚོགས་དར་ནག་ཇག་ཚོགས་དེ་ཚོ་གིས་ད་ཁོ་ལ་རྒྱབ་སྐྱོར་བྱེད་དགོས་ར་ཁོ་ཡ་ཧམ་པ་ཚར་རུ་ཚར་ཚར་ཚར་འགྲོ་གི་འདུག་ཨ་གྲོགས་རིན་པོ་ཏེ་ལ་བརྡ་ལན་ཅིག་སྤྲད་དགོས་འདུག་ད། ངས་ད་དངོས་གནས་ཁོ་རང་ཁྱེད་རྣམ་པ་ལ་འབུལ་གི་ཡིན་ད། ཨ་རིའི་ནང་བཞུགས་བཅུག་ཅིང་འདུག་དུས་མི་མང་ལ་དམ་འབུལ་གྱི་ཡིན། འགྲོ་བ་སོང་ན་འདུག་བྱེད་ཀྱི་སྐད་ཆ་དེ་ཡག་པོ་ཇི་སྙེད། ད་ཁྱོད་རང་ཚོ་ཕྱོགས་ནས་ང་རང་ཚོ་གི་འདུག་དུས་ཆོ་ག་དེ་ཆུ་ཆུ་གི་སྤྱི་དོན་རྣམ་པ་དེ་ཚོ་དམ་ཉམས་ཡིན་པ་དང་ངོས་འཛིན་བྱེད་ཀྱི་ཡོད་ན། ཨེ་ཁྱོད་རང་ཚོ་བརྡ་ལན་མ་སྤྲད་ནས་འགྲིག་རེད། དེ་མ་གཏོགས་ངེས་པར་དུ་ད་བརྡ་ལན་གྱི་ཕུ་རོག་བྱེད་ལ་ཉེ་དེ་ད་ངས་ལག་གཉིས་ཐང་མོ་བརྒྱབ་ནས། ཨེ་ཁྱེད་རྣམ་པ་ལ་དམ་འབུལ་གྱི་ཞུ་གི་རེད། ཨོ་དེ་ཡིན་ད་མཚན་ཆུ་ཚོད་བཅུ་དེ་ཤག་ཟིན་ཏེ་སེམས་ས་ཤག་ད། ཉེ་དགའ་དང་འགྲོ་འགྲོ་ཡོད། ཨོ་ཡ། ཚེ་ཚེ་ཆོས་སྒྲོན་ཨ་ལོ། ཨོ། དེ་འདྲ་བྱས་ནས་ཡང་བདག་གིས་འདི་སྐད་ཅེས་དེ་ལ་མཚམས་བཞག་ག་ཚོད་བསམ་ན་རྡོ་རྗེ་ལག་གཉིས་དེ་ལ་ངེས་པར་དུ་ད་ཨ་རི་ན་ཡོད་པའི་ང་ཚོའི་འདོད་བསྟོད་ཀྱི་ཆོ་ག་དང་ཆོས་འབྱུང་གི་སྤྱི་དོན་རྣམ་པ་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་དང་བཅས་པའི་གནས་ཡི་སྤྱི་དོན་རྣམ་པ་ལ་ང་རང་ཚོ་བོད་མི་རིགས་ཀྱི་སྐུ་ཡི་སྐུ་ཚབ་དུ་གསུང་གི་གསུང་ཚབ་ཀྱི་འདུ་ཤེས་བཞག་གི་ཡོད་ན། ངེས་པར་དུ་བསམ་ན་རྡོ་རྗེ་ལ་ཐུག་པ་རྒྱག་དགོས་མར་བདག་དང་པོ་ཞི་བའི་ཐོག་ནས་བརྡ་ལན་གྱི་སྤྲད་རོགས་བྱེད་རོགས་ཁོང་ལ་སྐད་ཆ་ཞིག་ཐུག་རོགས། གྲོང་ཚོ་ལ་ཁུག་གི་འདོད་དོན་གྱི་ཆོ་ག་དང་བཅུ་དྲུག་གི་སྤྱི་དོན་སྣ་མོ་དེ་ཚོ་དམ་ཉམས་པའི་ལག་ཉེས་དེ་ལ་ད་དགོངས་དག་ཐོས་ཏེ་ཤུལ་ཙུང་ནི་ཡག་པོ་རོ་ད། ད་ང་འདྲ་བོ་ཅིག་ཁོ་ང་དེ་ཚ་དེ་འདྲ་བོ་ཅིག་ལ་བསྡད་ཡོད་རོ། ངས་ཇོ་རོན་པོ་ལ་ད་ཁོའི་ནག་ལ་ང་ཁ་ཐུག་ཁོ་རང་འགྲོ་གི་རོ་ད། ཁ་ཐུག་ཁོ་རང་འགྲོ་བྱས་ནས། རོ་བ། འདོད་དོན་གྱི་ཆོ་ག་དང་བཅུ་དྲུག་གི་སྤྱི་དོན་སྣ་མོ་དེ་ཚོ་དམ་ཉམས་ཡིན་པ་ད་ཁྱོད་སྒྲུབ་བྱེད་ག་རེ་ཡོད། ད་སྒྲུབ་ཤོག་རོ་བ། ད་སྒྲུབ་ཤོག། དེ་ནས་ཁོ་བ་ད་སྒྲུབ་ཡ་མི་འདུག་ན། དེ་ནས་ཁྱོད་ཀྱི་ཁ་བསྡུ་བ་སྐད་ཆ་ཤེས་ཁྱོད་རང་ད་དགོངས་དག་ཐུགས་གཏན་ཞུས། རེད་བ། དེ་དགོངས་དག་ཐུགས་གཏན་ཞུ་གི་མེད་གཅིག་བྱེད་ཡོད་གཉིས་བྱེད་ཡོད་མི་འདུག་ལབ་ན། དེ་ནི་ད་ག་རེ་རེད་ན་རེད་རེད་བ། དེ་ནས་བསམ་བློ་ཞེ་དྲག་བཏང་ཡོད་མ་རེད་ད། སོ་སོ་གི་དངོས་གནས་ཁོ་རང་སྐུ་ཡི་སྐུ་ཚབ་དུ་གསུང་གི་གསུང་ཚབ་བྱས་ནས་སྐུ་ངལ་སྐྱོན་དེ་ཉོ་དེ་སོགས་ལ། དཀའ་ངལ་འདྲ་བོ་འཕྲད་པའི་སྐབས་སུ་ཤི་མིའི་ཁྱོད་ཚོས་ཀྱང་མ་ཉེས་ཁ་ཡོག་བྱས་བསྡད་པའི་སྐབས་སུ། ང་ཚོ་ཧ་གོ་གི་མེད་མདོག་མདོག་ཅིག་དེ་འདྲ་ཟེར་བསྡད་བཞག་ན་འགྲིག་གི་ཡོད་མ་རེད་ད། ང་རང་ཚོ་འདོད་དོན་ཆོ་ག་དུ་ཆུ་ཆུ་གི་བཅུད་ཚོད་རྣམ་པ་དེ་ཚོ་ཚང་མ་ང་རང་ཚོ་གི་སྔོན་ནས་སྐུ་ཡི་སྐུ་ཚབ་ཏུ་གསུང་གི་གསུང་ཚབ་རེད་རོ། བ་དེ་ཚོ་དང། ཁོང་རྣམ་པ་ཕྱག་ལས་གནང་པའི་སྐབས་སུ་ང་རང་ཚོ་གི་སྐུ་ཡི་སྐུ་ཚབ་ཏུ་གསུང་གི་གསུང་ཚབ་གི་འདུ་ཤེས་སྐྱིད་པོ་ཞིག་བཞག་པ་མ་ཡིན་པར། ཁོང་རྣམ་པ་ལ་དཔེར་ན་དཀའ་ངལ་འཕྲད་པའི་སྐབས་སུ། ཁོང་ཚོ་ལ་མ་ཉེས་ཁ་ཡོད་དང་ཞི་མི་སྐྱོན་འཛུགས་བྱེད་པའི་སྐབས་སུ་ལ་དེ་ལ་ངེས་པར་དུ་ང་ཚོ་གི་བརྡ་ལན་སྤྲད་དགོས་རེད། དངོས་གནས་བརྡ་ལན་སྤྲད་དགོས་རེད། དེ་ཚོ་དང། ཨ་རིའི་ནང་དུ་ཡོད་པའི་དེ་ནི་ང་རང་ཚོ་དག་ཅིག་དང། དག་ཅིག་ཨུ་ཚང་དང་ཅིག་དང་འདོད་མེད་དང་དབུགས་གཙང་ལག་དགོས་གལ་མེད་དོ་དེའི་ནང་ལ་དབུས་མེད་དང་བཅས་དབུགས་གཙང་དང་འདོད་དུ་གལ་དང། ཆོ་ག་དང་བཅས་ཆུ་བཅུད་ཀྱི་སྤྱི་དོན་གང་ཡིན་སུས་བཅད་གལ་དམིགས་བསལ་ཡོད་པ་མཐོང་མ་སོང། དེར་ཙོ་དང་ང་རང་ཚོས་ད་འདོད་དུ་གི་ཆོ་ག་དུ་ཆུ་བཅུད་ཀྱི་སྤྱི་དོན་རྣམ་པ་རེད་དོ། དེ་ནས་ལ་རྒྱ་རི་རྣམ་རྒྱལ་དུ་བྲོས་བྲོས་ག་དེ་བཅད་པ་ཨེ་ན་ཁོང་རྣམ་པ་ལ། ད་ཅིག་དམ་ཉམས་རེད་འདུག་འདུག་ན་གསུང་ལ་རྡོ་རྗེ་གི་ཤིག་དུ་ཨ།